སླར་ཡང་ད་རིང་བོད་ཀྱི་དཔེ་མཛོད་ཁང་གི་ཚན་རིག་ཐད་གཏོང་འཛིན་གྲྭ་ལ་ནི་ཕེབས་པར་འཚམས་འདྲི་ཞུ། ཨ་ནི། ད་རིང་ང་ཚོས་གིས་ད་གེ་ས་འདི་ལྔའི་བདུན་ཕྲག་གི་ལྷག་སྤྲོད་ལྟ་བུ་རེད་དེ་མ་ཅིག་བྲིས་ན་བསམ་ཟོས་ར། ཁ་སང་ང་ཚོ་དེ་སྔའི་བདུན་ཕྲག་ང་ཚོ་ནི་ད་ང་ཚོའི་ཨ་ནི་ཚོར་བཤད་མ་ལག་སྦྱོར་བ་དབང་པོའི་འཚོ་བ་དེ་ཚོ་ག་འདྲ་ལས་ཀ་བྱེད་ཀྱི་ཡོད་མེད་དེ་ཨ་ནི་ངོ་སྤྲོད་འགྲོ་རྒྱུ་རོགས་ཞུས་ཚར་བ་རེད། ཨ་ནི་ད་དེའི་ནང་ལོགས་ནས་ང་ཚོ་ཨ་ནི་གཟུགས་མཐོང་བ་ལ་ཡ་དེ་མཐོང་བྱེད་མ་ལག་གི་ལས་ཀ་བྱེད་སྟངས་སྦྱོར་བ་ཨ་ནི་ང་ཚོ་མིག་གི་ཤེས་པ་ལ་ནི་རེ་ད་མིག་གི་ཨ་ནི་ཤེས་རྟོགས་ག་འདྲ་ཞིག་ཡོང་གི་ཡོད་མེད་དེའི་སྐོར་ལ་ནི་མར་འགྲེལ་བཤད་འགྲོ་བཞིན་པའི་སྐབས་ལ་རེད། ཨ་ནི། ད་དང་པོ་ཐོག་མར་ངས་ད་དུས་སུ་ང་ཚོ་གི་བང་མཛོད་མ་ལག་དེ་ལས་ཀ་བྱེད་སྟངས་དེ། ཨ་ནི་གཙོ་བོ་དེ་ག་ལ་ད་ང་ཚོའི་གི་ཚན་རིག་ནང་ལོ་ནས། ཨ་ནི་བང། འཚོ་བའི་དབང་པོ་ལྔ་དུ་བཞག་བཞེད་དགོས་རེད་ར། གཟུགས། དྲ་གྲི་རོ་རེག་ཆ་སྦྱོར་བ། དེ་ཚོ་ལྔ་དུ་བཞག་དགོས་རེད། ད་ང་ཚོ་ཡང་ཁ་ཤས་གཞུང་ནང་ལོ་ལ་ང་རང་ཚོ་ནང་བསྟན་གཞུང་ནང་ལོ་ལ་ཨ་ནི་ད་སེམས་ཀྱི་ཤེས་པ་དེ་གླེང་ཡོང་དགོས་ར། དེ་ཡང་ད་ཚན་རིག་ནང་ལོ་ལ་ཨ་ནི་ཁ་སང་དེ་ངེར་ངེར་ཞུས་ཚར་ཡོད་རོབ་ཞེས་ད་དུས་སུ་འགྲེལ་བཤད་རྒྱག་གི་ཡོད་མ་རེད། ར་ཨ་ནི། ཚོར་བའི་རྨོ་ལྔ་འདི་ཚོ་ཨ་ནི་ལས་ཀ་བྱེད་སྟངས་གང་འདྲས་ཟིན་མེད། ག་རེ་ག་རེ་ཡོང་གི་ཡོད་མེད་འདི་ཚོ་ལྟ་དགོས་ནས་ཚན་རིག་པའི་སྒེར་ཨ་ནི་ཞིབ་ཕྲ་ཞུ་བྱེད་ཨ་ནི་བརྟག་དཔྱད་བྱེད་ཡོད་རེད་ལ་ཨ་ནི་མུ་མཐུད་ནས་བརྟག་དཔྱད་འགྲོ་བཞིན་པ་རེད་བསམ་གི་འདུག་ག་ལ་ན་ད་ལྟ་ཚོར་བའི་རྨོ་ལྔ་འདི་ཚོ་གི་ཨ་ནི་ལས་ཀ་བྱེད་སྟངས་འདི་ཚོ་ཏོག་ཙེ་འཁྲུག་པ་ཡིན་ན་དེས་གི་ཤུགས་རྐྱེན་འདི་ཚབས་ཆེན་པོ་ཡོང་གི་ཡོད་དེ་མང་པོ་ཅིག་ད་སེའུ་ཆགས་འདི་ཡོད་རེད་བ། དམིགས་བསལ་གི་ཀླད་པའི་གི་བྱེད་ལས་འདི་ཚོ་མང་པོ་ཅིག་ཨ་ནི། ཁོ་ལ། ཀླད་པ་ཁོ་རང་ལ་ནི་སྐྱོན། རྟོགས་སུ་ཤོར་བས་ནས་འདིའི་གི་ཤུགས་རྐྱེན་འདིས་ནི་ཚབས་ཆེན་པོ་ཞུགས་ཡོང་གི་ཡོད་དེ། ད། ང་ཚོས་མང་པོ་ཞིག་མཐོང་དུ་ཡོད་རོ། ད་ཧ་ད་ང་ཚོས་གི་ག་ལ་དེ་སྔའི་ཁ་ཚང་ཉེ་གཅིག་ག་ཚོད་ག་བ་ཤེས་ལ་ན། ད་ང་ཚོའི་འཚོ་བའི་དབང་པོ་ལྔ་གི་ལས་ཀ་བྱེད་སྟངས་འདི། ཨ་ནི་ཅིག། གཟུགས་མཐོང་བ་ཡི་ནི་རེ་སྒྲ་ཐོས་བ་ཡི་ནི་རེ། དྲི་ཚོར་ཡི་ནི་རེ་རོ་མྱོང་བ་ཡི་ནི་རེ་རེག་ཚོར་ག་རེ་ཡིན་པ་ཡི་ནི། ཨ་ནི་ཁོ་ལ། ཆ་རྐྱེན་འགྲོ་དེ་གསུམ་ཚང་དགོས་ཀྱི་ཡོད་རེད། ར། དང་པོ་དེ་ག་རེ་ལ་ན་ཆ་རྐྱེན་དང་པོ་དེ། ཕྱིའི་ཁོར་ཡུག་གི་གནས་ཚུལ་སྒྲུབ་ནས་ཕྱིའི་ཁོར་ཡུག་ནི་བརྡ་ཡོང་སྟངས་སྦྱོར་བ། ཁོར་ཡུག་གི་བརྡ་འདི། དེ་འབྲེལ་གྱི་བརྡ། བརྡ་ལ་ནི་རེ་གནས་ཚུལ་ལ་ནི་རེ་ག་རེ་ཡིན་ནི་ད་འདིའི་གནས་ཚུལ་ཡོད་བ་འདི་གོ་དགོས་ཀྱི་ཡོད་རེད་རྐྱེན་ཆ་རྐྱེན་དང་པོ་དེ་འདི་བྱེད། གཉིས་བ་འདི་ག་ལ་ནི་ཨ་ནི་ལུས་པོ་རང་ལ་ཨ་ནི་དབང་པོ་འདི་ཚང་དགོས་ཡོད་ར་དབང་པོ་དང་དང་ཡོད་བ་ཡོང་དགོས་དགོས་ཀྱི་ཡོད་རེད། དེ་ནས་གསུམ་པ་འདི་ག་རེ་དགོས་རེད་ང་རང་ཚོ་ཀླད་པ་འདི་དགོས་ཀྱི་ཡོད་རེད། ཨ་ནི་འདི་ཚོ་གསུམ་མཉམ་འདོགས་བྱས་ནས་ཨ་ནི་ལས་ཀ་ཨ་ནི་ཡག་པོ་བྱེད་ཐུབ་བ་ཡིན་ན། ཨ་ནེ་ཚོའི་དབང་པོ་ལྔ་གི་ལས་ཀ་བྱེད་སྟངས་ཨ་ནེ་ཚོའི་དབང་པོ་ལྔ་ཅག་གི་ལས་ཀ་བྱེད་སྟངས་ཡག་པོ་ཞུ་ཡོང་ཐུབ་ཡོད་རེད་ཟེར་བ་འོང་འདུག་འགྲེལ་བཤད་རྒྱག་ཡོད་རེད། དེ་ནས་ཨ་ནེ་ཁ་སང་ང་ཚོ་ད་གཟུགས་མཐོང་བ་དེ་འགྲེལ་བཤད་དེ་མ་འགོ་བཙུགས་ཚར་བ་རེད། གཟུགས་མཐོང་བ་དེ་ནང་ལོ་ནས་ངས་ཁ་སང་ཁྱེད་རང་ཚོ་ལ་ཞུ་བ་ན་ཨ་ནེ་ཕྱིའི་ཁོར་ཡུག་གི་བརྡ་དེ་ག་འདྲས་ཡོང་གི་ཡོད་མེད་དང་ཨ་ནེ་དབང་པོ་ཁོ་རང་མིག་དེ་ཁོ་རང་ག་འདྲས་ཡོད་མེད་དེ་ཁ་སང་དེ་ངས་དུས་འདྲ་ཚིག་འདྲ་ཁྲིད་ཚར་བ་རེད། ད་དེ་ནས་ད་དབང་པོ་དམིགས་ནས་སླེབ་པ་ལ་འགྲོ་སྟངས་སྦྱོར་བ། དམིགས་ནས་སླེབ་པའི་བར་འགྲོ་སྟངས་སྦྱོར་བ། འོ་འདིའི་ཁ་ཚང་འགྲེལ་བཤད་ལྷག་སྤྲོས་དེ་ལྷག་དེ་ཡོད་རེད་ར། སྟག་གི་རང་སོ་དེ་ཨ་ནི་པར་ན་གཟིགས་འོས་ན་དམིགས་ཁོ་རང་གི་དམིགས་ཀྱི་བ་དེ་དམིགས་རིག་སྔོ་དཀར་འགྲོ་བཞིན་འདུག་དམིགས་རིག་དེ་བྱས་ཨ་ནི་དམིགས་ཀྱི་ད་ང་ཚོ་ཆུ་ལོག་ཡོད་ད་ད་ལྟའི་གནས་སྐབས་ལ། ཨ་ནི་གཟུགས་མཐོང་བའི་གི་གནས་ཚུལ་དེ་འདུག་ག་ལ། གཟུགས་མཐོང་བའི་གི་གནས་ཚུལ་དེ་ཨ་ནི། ག་ལོག་རེད་ཕྱིའི་ཁོར་ཡུག་གི་ཟླ་ཡུ་མོའི་འདི་ག་འཛུགས་རྒྱུ་ལ་ག་འདྲ་ཡོད་མགོ་ལ་ན་འོད་འོད་གུག་ཡོད་རེད་ཉི་མའི་འོད་ཟེར་དེ་གུག་ཡོད་ར་ཉི་མའི་འོད་ཟེར་ནང་ལོག་ནས་འོད་ཟེར་ཁོ་ན་རིགས་སྣ་བ་མང་པོ་ཡོད་ནང་ལོག་ནས་ཨ་ནང་ཚོས་ང་ཚོ་མཐོང་ཐུབ་པའི་འོད་ཟེར་ལའེ་ཏི Visible Light ལའེ་ཏི་གུག་ཡོད་ར་འོ་འདི་ཨ་ང་ཚོའི་མིག་ནང་ལ་ཡ་འཛུལ་དུས་ག་ལ་ཨ་ནི་མིག་གི་ནང་ལོག་ལ་ཨ་ནི་མིག་གི་མིག་རིལ་ཁོ་རང་ནང་ལོག་ལ་ཨ་ནི་མིག་གི་དྲ་སྐྱི་ལའེ Retina ལའེ་འཇོག་ར་མིག་གི་དྲ་སྐྱི་མིག་གི་དྲ་སྐྱི་གང་ལ་ཡོད་འདི་ཕོ་གོ་ར་མིག་གི་དྲ་སྐྱི་ཁོ་རང་ག་འདྲ་འཇོག་ལ་ན་མིག་གི་དྲ་སྐྱི་ཁོ་རང

རོགས་ལ་ན་ཁོ་རྒྱུག་པ་ན་བཞིན་ཡོད་པའི་བྱིན་ཏེ་ཨ་གཡུག་ཡིབ་ཕྲ་ཕུང་ལ་འདུག་སྟག་ཤར་རེད་ཁོང་ལ་དུས་ག་ལ་ཁོ་ཨ་ནི་ང་ཚོ་ཧ་ལོ་ད་སྐྱེ་ག་ཞྭ་མོ་ལ་ནས་རེད་ཡམ་ན་ཨའི་སི་ཀྲིམ་གི་ཁོང་འཇོ་ར་འོ་འདི་འདྲའི་ཟ་ཡག་གི་ཁོང་དབྱིབས་དུས་དུ་སྨྱུག་ཡིབ་ཕྲ་ཕུང་ལ་ནས་གཏོར་མེད་གི་དབྱིབས་ན་བཞིན་ཡོད་དུས་ག་སྨྱུག་ཡིབ་ཕྲ་ཕུང་ལ་ནི་འདུག་བྱིན་ནས་ཨ་ནི་ཕྲ་ཕུང་དེ་ཉིད་མིང་དུ་སྟག་ཤར་ར་ད་རོགས་ལ་དེ་ཁོ་ག་རེད་ལ་ན་གཙོ་བོ་ཨ་ནི་ང་ཚོ་འོད་ཡོད་སའི་ཆེ་ས་ནས་འོད་ཟེར་ཆེ་བ་དང་ཨ་མུན་ནག་གི་ཅིག་པ་རུ་ལ་དེའི་བར་ལ་མཐོང་བའི་སྦྱོར་བ་ཁོ་གཉིས་ཀྱི་ཁྱད་པར་དེ་མཐོང་ལྟ་ལྟ་དེ་སྐབས་ལ་མིག་གི་ལས་ཀ་བྱེད་དེ་དེའི་སྐབས་ལ་རོལ་སེལ་ལ་དེ་གཡུག་དབྱིབས་ཕྲ་ཕུང་ལ་དེ་བྱེད་རོ། འཁོན་སེལ་ལ་དེ་ག་ལ་ན་སྨྱུག་དབྱིབས་ཕྲ་ཕུང་ལ་དེ་ད་ལྟ་གཏོར་མ་ན་བཞིན་ཡོད་ཉེས་ཀྱི་ཕྲ་ཕུང་དབྱིབས་དེ་ཁ་དོག་ཡལ་བར་བྱེད་པའི་ཁར་ལ་ཁ་དོག་གི་ད་ང་ཚོ་གཟུགས་ཁ་དོག་མཐོང་བའི་སྦྱོར་བ་འོན་དེའི་སྐབས་ལ་ལས་ཀ་བྱེད་ཀྱི་ཡོད་རེད་སྟངས་འཛིན་བྱེད་མཁན་གཙོ་བོ་རུ་དེ་དེ་ཆགས་ཀྱི་ཡོད་རེད། ཁོ་ནི་སེལ་ཁོ་རང་ལ་ཁ་དོག་གི་ད་ལྟ་ཐོགས་ངེས་དེ་སྙུང་ཡུལ་ཁྲ་བོ་ཁོ་རང་ནང་ལོགས་ལས་ཡང་ནང་གསལ་དབྱེ་བ་གསུམ་བྱས་བཞག་ར་མའོ་སྔོན་པོ་ལྗང་གུ་ལ RGB ལེགས་ར་འོ་དེ་ཚོ་གསུམ་དུ་དབྱེ་བ་བྱས་བཞག་རེད་དེ་ཚོ་གསུམ་ལས་ཀ་བྱེད་སྟངས་ལ་བལྟ་ནས་ང་ཚོ་གི་ཁ་དོག་ཚང་མ་མཐོང་ཐུབ་པ་ཡོང་དགོས་ད་ང་ཚོ་གི་མིག་གི་མཐོང་ཐུབ་པའི་ཁ་དོག་ཚང་མ་དེ་ཚོ་གསུམ་ནི་འོད་ལེན་ཕྲ་ཕུང་ད་ཁ་དོག་མཐོང་ཡ་དེ་ལ་གོས་ད་དེ་ཚོ་གསུམ་ལས་ཀ་བྱེད་ནས་ནི་མཐོང་གི་ཡོད་རེད་ར། ད་ནི་ཡང་ང་ཚོ། ནགས་ཀུན་སྐྱིད་ལ་ཐུང་ངུ་དང་ང་ཚོ་སྐབས་རེ། ས་རུབ་ལ་མ་རུབ་ལ་ས་རུབ་པའི་ས་རུབ་དུས་ག་ལ་སྟེ་སད་ལ་མ་སད་ལ་ཆགས་འདུག་ཨ། འོ་འདིའི་སྐབས་ལ་མིག་གི་ལས་ཐོང་ཐོང་ཡ་གི། ཨ་ནི་ཁོ་ནང་ལོགས་ལས་ཀ་བྱེད་ངེས་སུ་ལ་ན་ད་རོད་ཟེར་ལ། སྨྱུག་དབྱུག་དབྱུག་པ་ན་བཞིན་རྒྱུག་པ་ན་བཞིན་ཡོད་དབྱིབས་བྱོས་ར། འོ་འདི་རོད་ཟེར་ལ་འདིའི་ལས་ཀ་བྱེད་དགོས་རེད་ཟེར་ར། འོ་འདི་བྱས་ཨ་ནི། ད་གཟུགས་མཐོང་བ་ལ་དེ་ཁོ་མགོ་བཙུར་བས་དེ་ག་འདྲ་ལ་ན་ཨ་ནི་འོད་དེ་ཨ་ནི་མིག་ལ་ཡར་འཛུལ་ཕྱིན་རོ། མིག་ལ་ཡར་འཛུལ་ཕྱིན་ཨ་ནི་མིག་མིག་ལ་ཡར་འཛུལ་ནས་ད་དེ་ནས་ཕྱིན་མགོ་བཙུར་བ་ཆག་གོ། གཟུགས་མཐོང་བས་ཀྱིས་ཁོ་བརྒྱུད་རིམ་སྒྲོག་ནས་ཤེས་རྟོག་ཤེས་ཤེས་ཚོར་ཡོད་མེད་འཇོག་རོགས་དེ་དེ་ནས་ཕྱིན་མགོ་བཙུར་ནས་འོད་དེ་ཡར་མིག་རི་མིག་བརྒྱུད་ནས་ཡར་འཛུལ་ཕྱིན་ནས་ཨ་ནི་ཀླད་པའི་བར་འགྲོ་གོ་རོ། ད་ང་ཚོ་མང་པོ་གཅིག་གིས་ཁྱེད་རང་ཚོ་ཕལ་ཆེར་མཐོང་གི་ཡོད་ཧ་ཁ་ཤས་ཧ་གོ་གི་ཡོད་ཀི་ར་ཨ་ནི་དེ་གནས་ཚུལ་ཡོད་ཡོང་བས་ཀི་འོད་དེ་ར་ཕྱི་ཁོར་ཡུག་ནས་ཡོད་འོད་ཀི་གནས་ཚུལ་དེ་ང་རང་ཚོའི་མིག་ནང་ལོག་འགྲོ་དུས་ག་ལ། མིག་ནང་ལོག་འོད་དེ་སླེབས་དུས་ག་ལ་ར།

དེ་ནས་ཤིང་གཅིག་པོ་གཅིག་ཀྱང་ང་ཚོའི་མིག་དང། ཨ་ནི་ང་ཚོའི་ཀླད་པ་དང་ཕྱིའི་ཁོར་ཡུག་གནས་ཚུལ་ལས་ཀ་བྱེད་ན་ཧ་ཅང་རེད་དེ་ལྟ་དུས་ག་ལ་ཁོ་པར་བརྒྱབ་ནས་ཚག་ཚག་ཚག་ཚག་ཚག་པར་བརྒྱབ་ནས། ཨ་ནི་ཁོ་མགྱོགས་པོ་ཞོག་ཅིག་དང་ཨ་ནི་ག་ལོག་རེད། ལྟ་དུས་ཚོད་ཀྱི་ཁེ་བ་མེད་དུས་ག་ལ་ཨ་ནི་ང་ཚོ་ལྟ་དུས་ག་ལ་རྒྱུན་གཅིག་འགྲོ་ཞིག་མཐོང་གི་ཡོད་རེད་ཟེར་བ། དོན་དངོས་ཐོག་ལ་དེ་འདྲ་མ་རེད་བ། ཀླད་པ་ནང་དུས་ཚོད་ག་ལ་པར་བརྒྱབ་ནས་ཤིང་ལྟ་གནས་ཚུལ་གོ་བ་ལྟ་བུ་ནས་ཚང་མ་འདི་གནས་ཚུལ་འདི་གི་ཁྱེད་རང་པར་བརྒྱབ་ནས་ཤིང་ད་ང་ཚོ་གློག་བརྙན་ལྟ་གི་ཡོད་བ་གློག་བརྙན་ཚང་མ་དག་རང་བཟོས་སྟངས་དག་རང་རེད་བ།

དུས་བཞག་ཡོད་ན་ར། སྨྱུ་གུ་དེར་ངས་དུས་བལྟ་སྐོར་དེ་དང་པོ་ཐོག་མ་ངའི་མིག་ནང་ལོགས་ལ་སྨྱུ་གུ་དེ་གི་གནས་ཚུལ་དེ་ག་འདྲས་སླེ་འདུག་ལ་ན་དུས་སླེ་གི་རེད། ཏག་ཏག་ལྡོག་ཕྱོགས reverse ལེགས་ར་ང་ཚོ་གི་དགུ་སྡིངས་ལོགས་ཡོད་མཐོང་ཡོང་གོ་རེད་ར། འདི་གོ་ག་ལ་འདི་འདི་ཞུ་བ་ཁྱེད་རང་ཚོ་ཀྱང་ཡང་ཇེ་མང་ང་ཚོ་དུས་ཚོད་ཆུང་བ་ན་ཨ་ནི་ཡང་འོད་དང་དེ་འདྲས་སྐོར་ལ་སླེ་དུས་ག་ལ་ཨ་ནི་ཁོ་དེའི་འགྲོ་སྟངས་འདི་ཁོ་ཏག་ཏག་ཏག་གསལ་བོ་ཆགས་འགྲོ་རུ་ཡོད་དེ་ནས་ཨ་ནི་ཁོ་མར་འགྲོ་གི་ཡོད་བ་ད་འདི་ཡར་འགྲོ་གི་ཡོད་བ་དུས་ད་འགྲོ་སྟངས་ཇོ་ར་འདི་གི་མིག་ནང་ལོགས་ཁོ་རང་ལ་མིག་གི་དྲ་ཁྱིའི་སྟེང་ལ་ཨ་ནི་ཆུ་ལོག་གི་གནས་ཚུལ་གྱི་པར་དེ་ག་འདྲས་བལྟས་ཡོད་རེད་དགུ་སྡིངས་ལོག་ནས་བལྟས་ཡོད་རེད་དེ་ཡོལ་བ་འདི་ནས་ཡོང་བཞིན་དེ་འདུག་བལྟས་ཡོད་རེད་ར། ད་དེ་ནས་ང་ཚོས་ཡེ་ནས་མཐོང་དུས་ག་ལ། དཔེར་ན་ང་ཚོས་མར་ལྟ་དུས་ག་ལ་མི་དེ་རྐང་པ་བཙུགས་བསྡད་ཡོད་ད་མགོ་ཡག་མགོ་ཡག་གང་ལ་ཡོད་ད་རྐང་པ་མིག་གི་སར་བཙུགས་བསྡད་ཡོད་མཐོང་གི་འདུག་ཨ། མིག་ལྟ་དུས་ག་ལ་ཨ་ནི། ད་མིག་ནང་ལོགས་ལ་པར་ག་འདྲས་སླེབས་གོ་ལ་ན་ཨ་ནི་མགོ་དེ་མར་བྱས་སླེབས་རྐང་པ་དེ་ཡག་ཡོད་ར། ཡེ་ནས་འདི་ཡག་ཁ་ཐུག་བཟོས་ངེས་དེ་སུ་རེད་ལ་ན་ར། དང་གི་དེ་ལས་ཁྱོད་ཀྱིས་རང་ཅག་ང་ཚོ་མཐོང་དུས་ག་ལ་ད་ག་རང་མཐོང་གོ་ར་འདི་སུས་བཟོ་གོ་རེ་ཀླད་པད་ཀྱི་ཡར་སྒྲུག་ཤག་གོ་རེས་ལ་གོ་ར་ཀླད་པད་ཀྱི་ཡར་གནས་ཚུལ་ཚང་མ་ཡར་ཏག་ཏག་ཡར་བཟོས་ཤག་ནས་འོ་འདི་ཅིག་གོ་རེས་ད་མིག་ནང་ལོ་ནས་ད་མིག་ཁོ་རང་ནང་ལོ་ལ་ད་ང་ཚོའི་གི་ག་ལ་འོ་རེ། སྐྱེ་མེད་ཅིག་བུ་མོ་ཅིག་གཟུགས་པོ་འཁོར་ཞབས་ལ་འདུག་ག་ལ། གཟུགས་པོ་འཁོར་བའི་སྐབས་ལ། གཟུགས་པོ་འཁོར་ནས་བདུན་ཕྲག་གསུམ། དོ་བ་ཅིག་ནས་ཨ་ནི་ཀླད་པ་ཆག་ཡ་འགོ་བཙུག་གོ། ར། སྤུ་གུ་ཆུན་ཆུ་ག་ཅིག་ཀླད་པ་ཆག་ཡ་འགོ་བཙུག་གོ། ར། ཀླད་པ་ཆག་ཡ་འགོ་བཙུག་འདི་ནང་ལོགས་ནས་ད་ལྟ་མིག་ཆག་ཡ་དེ་ག་ཚུགས་འགོ་བཙུག་ན་ཨ་ནི་བདུན་ཕྲག་བཞི་བ། བདུན་ཕྲག་བཞི་བའི་གི་ཕལ་ཆེར་ད། མ་རྫོགས་སུ་ངོས་ལ། ཨ་ནི་མ་རྫོགས་སུ་ངོས་ལ་ཨ་ནི་མིག་ཆ་ཡག་པོ་བཙུགས་ཡོང་གོ་རེད། ར། མིག་དེ་དང་པོ་ཆགས་ཡོང་གོ། དེ་ནས་ཆགས་ནས། མིག་དེ་ཆགས་རྗེས་ལ་ཨ་ནི་ཁོ་ག་ལི་ག་ལི་ད་ང་ཚོ་གི། ང་ཚོ་སྤུ་གུ་ཆུན་ཆུན་མ་སྐྱེ་བ་ད་གང། མིག་ཏག་ཏག་གལ་སྲིད་མིག་ཁོ་རང་ལ་སྐྱོན་མེད་བས་ན། མིག་ཏག་ཏག་ཐང་པོ་ཞིག་སྐྱེ་བས་ན་ར་མཐོང་ཐུབ་བ་ཡོང་གོ་ར་ཧ་གོ་ཐུག་གོ་ད་སྤུ་གུ་གི་མིག་རི་ག་ལི་ག་ལི་གོ་རྒྱུ་གཏང་གི་ར་ཡ། མཐོང་ཐོས་འདི་ཁ་ལ། ཨ་ནི། བུད་མེད་དེ་གིས་ངའི་ཁོ་རང་ནང་ལོགས་ལ། ཨ་ནི་སྤུ་བོ་གིས། ཀླད་པ་འཚར་ལོངས་བྱུང་སྙམ་དུ་སྙམ་དུ་ཨ་ནི་མིག་གི་འཚར་ལོངས་ཚང་མ་བྱུང་སྙམ་དུ་ཡོང་འདི་གོ་ར། དེ་ཡོང་དུས། ཨ་ནི། ད་ང་ཚོ་མིག་གི་དྲ་ཁྱིའི་སྟེང་ལ། ད་འོད་ལེན་ཕྲ་ཕུང་ལ་ཡ་དེ། མིག་གི་དྲ་ཁྱིའི་སྒང་ལ་འོད་ལེན་ཕྲ་ཕུང་ལ་འོད་ཚུར་ལེན་ཉེན་གྱི་ཕྲ་ཕུང་སྦྱོར་རོགས་ཨ། འོད་ལས་ཕྲ་ཕུང་རིགས་མི་འདྲ་གཉིས་ཡོད་ཨ། དུས་མཚུངས་ཨ་ནི་ཁོ་ཆ་ཡིན་སྐོར་རེད། ད་ག་ལི་ག་ལི་དུད་འགྲ་བཞི་བ་ནས་འགོ་བཙུགས་ནས་ཕལ་ཆེར་ཀླད་པ་ཁོ་རང་ཆགས་ཞོར་ན་དུད་འགྲ་གསུམ་པ་ནས་འགོ་བཙུགས་ནས་ཨ་ནི་དུད་འགྲ་བཅུ་གཅིག་ཙམ་ལ་ཀླད་པ་ཆ་ཚང་ཆ་ཚང་བ་ཆགས་སྐོར་ར་འདི་ལ་དུས་ད་མིག་མཐོང་ཨེ་མིག་ཁོ་རང་གི་དབང་པོ་ཁོ་རང་ཆགས་ཡ་ལ་ཁོ་རིགས་རྫས་ཀྱི་ཤུགས་རྐྱེན་སྤྲད་ནས་ར་རིགས་རྫས་ཀྱི་ཤུགས་རྐྱེན་སྤྲད་ནས་མིག་ཁོ་རང་དུད་འགྲ་བཞི་བ་དམ་བཅུ་ནས་འགོ་བཙུགས་ནས་ཨ་ནི་དུད་འགྲ་ཁ་ཤས་ན་ཆགས་འགྲོ་ད་དུད་འགྲ་བཅུ་གཅིག་ངེད་ལ་ད་ཆགས་འགྲོ་ར་དེའི་ནང་ལོག་ནས་འོད་ལེན་ཕྲ་ཕུང་ལ་དེ་ཚོ་ཨ་ནི་ག་ཆེ་བོ་ལ་ན་ཁོ་ཨ་ནི་ལྟར་དྲ་གྱི་གང་དུ་ཆགས་ཡོང་གོ་ར། དྲ་གྱི་གང་ཆགས་ཡོང་དུས་ཁོ་ན་འོད་ལེན་ཕྲ་ཕུང་ཁོ་རང་ནང་ལོག་ནས་ནང་གཉིས་དབྱེ་བ་གཉིས་ཡོད་ཨ་ད་ང་ཚོ་ཨ་ནི་དབྱུག་དབྱིབས་ལ་དང་སྙུང་དབྱིབས་ལ་ནི། ཁོ་གཉིས་གཉིས་ནང་ལོ་ནི་རོ། ཨ་ནི། དཀར་ནག་དབྱེ་བ་བཅས་ངེས་འགྲོ་བ་སྟེ། དབྱུག་པའི་སོ་ར། རྒྱུག་པ་ན་ཤུ་ཡོད་ཉེར་དབྱིབས་དེ་ཚོ་ཨ་ནི་ཤུགས་ཆེས་གོ་བ་དེ་གོ་ལ་ན་ཨ་ནི་མིག་གི་དྲ་དཀྱིལ་གྱི་མཐའ་ལ་འདེགས་ཡོད་རེད། ལོ། ཨ་ན་ད་སྙུང་དབྱིབས་ལ་ནི། ཨ་ན་ཨ་གཏོར་མའི་གི་དབྱིབས་ན་ཤི་ཡོད་གྱོད་གི་ཨ་ནི་ཕྲ་ཕུང་དེ་ཚོ་ཨ་ནི་གོ་བ་དེ་གོ་ལ་ན་ཤུགས་ཆེ་དཀྱིལ་མ་ལ་དེ་གོ་རེད། དྲ་སྐྱིལ་ཁོ་རང་གི་ར་ཏི་ན་ལ་ཡ་ཅོ་ར་འདི་གི་ཨ་ནི་ཁ་ཕྱོགས་དུ་ནས་དཀྱིལ་ཕྱོགས་ལ་གང་ད་མ་ད་ཡང་དཀྱིལ་མ་ལ་དབྱུག་དབྱིབས་ཡོད་མ་རེད་ལ་ན་ཡོད་དབྱུག་དབྱིབས་དེ་ཡོད་ར་ཡིན་ནས་ཁོ་མང་ཉུང་བལྟ་བ་ན་ཨ་སྙུང་དབྱིབས་དེ་དཀྱིལ་མ་ལ་མང་ང་བྱས་ཨ་མཐའ་ལ་ཏེས་ཀྱི་ཉུང་ང། སྐྱི་མ་ལ་མང་པོ་བཞུར་ཡོད་བ་བྱེད། དབྱུག་དབྱིབས་འདི་ཨ་ནི་སྐྱི་མ་ལ་ཡོད་ཡོད་དེ་ནས་མཐའ་ལ་མང་པོ་བཞུར་འདུག་བྱས་ནས་ཁོ་ཆགས་དུས་ཁོ་མིག་ཁོ་ར་ཆགས་དུས་ཁོ་ནི་འདི་འདྲས་བྱས་ནས་ཕྲ་ཕུང་རྫུས་གཡས་སའི་དུས་སུ་འགྲོ་ཡོང་དགོས་རེད་ཟེར་བ། འདི་བྱས། ཨ་ནི། ད་ང་ཚོའི་གི་མིག་ནས་ཡ་གནས་ཚུལ་འདི་ཏག་སུས་ག་རེ་སུས་ཁེ་དྲུག་ལ་ན་ཨ་ནི་ང་ཚོའི་གི་འོད་ལེན་ཕྲ་ཕུང་ལ་ནི་ཧན་ད optic nerve ལགས་ར།

དྲུག་ནི་ཀླད་པ་ལ་དྲུག་གོ། ཀླད་པ་ལ་ཡང་ཀླད་དྲུག་གོ་རེད། ཀླད་པ་ལ་ཀླད་དྲུག་གོ། ད་ཀླད་པ་ལ་ཀླད་དུས་ག་ལ་ཀླད་པ་ཡི་གནས་ག་བ་ག་བ་ཀླད་དགོས་རེད་ལ་ད་དེ་གཅིག་ཡང་གསལ་བོ་ཆགས་དགོས་རེད་ད་ཀླད་པའི་ནང་ལ་ག་རེ་བྱེད་དགོས་མིན་ད་ང་ཚོ་ཁ་སང་ང་ཚོ་ཕེབས་དེ་བར་དུ་ང་ཚོ་འགྲེལ་བཤད་ཨོ་དགའ་རོགས་རྒྱག་ཚར་རེད་ལ་ད་ཀླད་པའི་ནང་ལ་ག་རེ་བྱེད་དགོས་རེད་ལས་ཅོ་ར་ངོ་འདི་འགྲེལ་བཤད་ལྷག་དེ་ཡོད་རེད། ལ་སླེབས་པའི་ནང་ལོགས་ལ་ར་ད་ང་ཚོས་ཀྱི་ཨ་ནེ་འཚོ་བའི་དབང་པོ་གི་འཚོ་བའི་དབང་པོ་ལྔ་ལྕགས་ཀྱི་གནས་ཚུལ་གང་ཡང་ཡོད་ག་བལྟས་བྱས་ནས་ཡག་དང་པོ་འགྲོ་དུས་ག་ལ་ཨ་ནི་ཀླད་པ་ཁོ་རང་ལ་མ་བལྟ་བས་ན་ང་ཚོས་ཀྱི། ཀླད་པ་ལ་མ་བལྟ་དུས་ག་ལ་ར། ཨ་ནི། ཀླད་པར་གནས་ཚུལ་དང་པོ་འགྲོ་དུས་གང་ལྟར་ད་པེ་ན་ཆགས་ཤི་ན། གཟུགས་མཐོང་ཡ་འགྲོ་ཆགས་ཤི་ན་མིག་འདི་བེད་སྒོ་གང་ལ་ཡོད་དུས་ཡ་མིག་རྡོ་ཨ་ཡོད་དུས་ག་ལ། དེ་ནས་ཁ་ཐུག་ཁོ་ར་ཡ་ཕྱིན་ནས་ར། ཀླད་པའི་གི་ནང་ལོག་གི་ཆ་ཤས་གང་ལྟར་དེ་ནང་ལོག་ལྟར་གང་ལྟར་ང་ཚོའི་ཀླད་པའི་གི། ཀླད་པའི་གི་དཀྱིལ་གི་ཆ་ཤས་ལ་བར་དོ་ཨ་ཅི་ལ། ཨ་ནི་ཆ་ཤས་ག་རེ་ཡོད་ལ་ན། ཨ་ནི་ཀླད་བུག་ལས་སྦྱོར། ཨིན་ཇིའི་ནང་ལོག་ལ Thalamus ལ་གིར། ཐ་ལེ་མཱས་ལ་ལིག་དང་པོ་ཁོ་རང་གནས་ཚུལ་དང་པོ་དེ་ད་འདི་རོ། གཟུགས་མཐོང་བ་ཙམ་མར་ད་གཟུགས་མཐོང་བའི་གནས་ཚུལ་ཅང་མེད་པ་གཞན་དག་ག་འདྲ་ཡིན་ནས་ང་ད་ང་ཚོ་སྣ་དགུ་གི་ལས་ཀ་བྱེད་ཡིན་ནས་རེད། སྤྱན་ལེགས་ཀ་ཅི། རོ་མྱོང་བ་ཡིན་ནས་རེད། ལུས་པོད་ཀྱི་རེག་བྱ་ཡིན་ནས་རེད། ཨ་མཆོག་གི་ད་དགྲ་ཟུ་ཐོད་པ་ནས་གནས་ཚུལ་ག་ནས་ང་ཚོ་འཚོ་བའི་དབང་པོ་ལྔ་གི་ལས་ཀ་ག་རེ་ནས་ཚང་མ་ཡར་ལས་ནས་དང་པོ་དེ་ཐ་ལེ་མཱས་ལ་འགྲོ་གི་ཡོད་རེད། ལ། སླེ་སྦུག་ལས་དང་དྲུག་ཡོད་རེད། སླེ་སྦུག་ལས་དེ་ག་རེ་ཆགས་འདོད་ན་སླེ་པའི་ནང་ལོགས་ཀྱི་ཆ་ཤས་འདི་ལྟ། གཙོ་བོ་ཁོ་གལ་ཆུང་ཆུང་ལས་ཀ་གཅིག་ལྟ་ཁོ་ག་ལོགས་རེད། ཡ་གསལ་བ་དང་དེ་འབྲེལ་གྱི་ཁོ་ལ་ང་ཚོ་གཉིད་མོག་པོ་ཅིག་ཡ་གསལ་བསྡད་ཡོད་ར་དེ་ཚོ་ལ་ཁོ་སྟངས་འཛིན་བྱས་བྱེད་རྒྱུར་བསྡད་ནས་ཁོ་གི་ལས་ཀ་གཞན་དག་ཅིག་ག་རེ་ལ་ན། ད་ཁོ་གི་གནས་ཚུལ་གླེད་རྒྱུ་ཚང་མ་ཡ་གླེད་ནས་ཁོ་གི་ཨ་ལས་འདི་ཨ་ནི་གཟུགས་མཐོང་བས་འདྲ་བ་གནས་ཚུལ་རེད་ཤག་ལ་ནི་ཕ་གཟུགས་དང་དང་མཐོང་བྱེད་ཀྱི་དབང་སླེ་པའི་གི་ཆ་ཤས་དེ་ལ་ཕ་དང་འོ་འདི་དགྲ་ཐོ་བས་དེ་རེད་ཤག་ལ་ནི་ཨམ་ཅོག་ཧ་མདའ་དགྲ་ཐོ་བས་གི་ལས་པའི་ཆ་ཤས་དེ་ལ་ཕག་བཏང་ཨེ་འདི་བཞིན་རེག་པའི་ཚོར་བ་རེག་འདུག་ལ་རེག་ཚོར་གི་ཡ་ཚོར་ངེད་ཀྱི་སེན་སུ་རི་རི་ལ་གི་རོ་ཨ་དེ་ལ་ཡ་བཏང་འོ་འདི་འདི་བཞིན་རོ་མྱོང་བས་ན་ཨ་ནི་དྲི་ཚོར་འདི་འདི་བཞིན་འདི་ལྟ་ཁོ་གི་གནས་ཚུལ་གང་ཡང་རུང་བ་ཚང་མ་དང་པོ་སླེ་པོར་སླེ་འདུག་ག་སླེ་པོ་གིས་ཁོ་གཡས་སེ་བྱས་ནས་གཡས་བ་བཅད་ནས་འདི་ག་རེ་གནས་ཚུལ་རེད་འདོད་འདི་གོ་ཨ་བཏང་འོ་འདོད་འདི་དྲན་པ་དང་བྲལ་བ་རེད་འདོད་དྲན་པ་ཆོས་ལ་ཡ་བླངས་ར་ཨིན་དེ་བྱས་ནས་ད་དེ་གང་ད་གང་འདྲ་འགྲོ་ཆགས་གོ་ལ་ན་ང་ཚོ་ཨ་ནི་རི་ལི་རི་ལི་ཏི་སིང་སྤྱོ་བོ་ན་རི་ལི་ཏི་སིང་ང་ཚོ་ད་དེ་ནས་མ་ང་ཅུ་ལྷོ་ཕྱོགས་ལ་རི་ལི་ནང་ཕྱིན་པ་ན་ཨ་ནི་སྟེ་ཏི་སིང་ཁ་ཤས་དེ་ཏེ་ས་ཆ་ཆེ་ཆེ་ལི་འདུག་ག་ལ་ཁོ་དགའ་རོགས་མ་ང་གུ་གུ་འདུག་ཨ་ཚོད་ཚོད་ཆེ་ཁག་གོ་བས་འགྲོ་འདི་ད་ཨ་ཏི་སིང་དེ་ནས་ཨ་ནི་རི་ལི་ཁ་ཕྱོགས་རྗེས་གོ་ན་གོ་བ་ཁོག་འགྲོ་དེ་འདྲས་ན་ཤིང་བྱས་ནས་དབྱེ་བ་བཅད་ངེས་ན་ཤིང་བྱས་ནས་རོ་ཨ་ཀླད་ཕོག་གི་ལས་ཀ་དེ་དེ་རང་བྱེད་ཀྱི་ཡོད་རེད་ལབ་བོར།

རིམ་པ་དྲུག་ནས་ལེའུར་ལེའུ་ར་ཨིན་ཇི་ནང་ལེའུར་ལེའུར་འདུག་ཟིན་རིམ་པ་དྲུག་བསྡད་དེ་ཡོད་རེད་ཟེར་བ། ད་རིམ་པ་དྲུག་འདི་བསྡད་འདུག་ཨ་ནི་ཁོ་ཚོའི་གནས་ཚུལ་གཟུགས་མཐོང་བས་ཀྱི་མིག་གི་གནས་ཚུལ་དེ་ད་འོད་དེ་ཨ་ནི་འོད་ཀྱི་མིག་ནང་ལོགས་ལ་ཁོ་ཆུ་ལོག་ནས་འོད་སླེབས་ཏེ་དེ་ནང་སླེབས་དུས་གར་ཆགས་ལ་ན་ཨ་ནི། གློག་གི་ཟླ་ནོར་བུ་ཕར་འགྲོ་འགྲོ་བ། དབང་རྩ་ཕྲ་ཕུང་ནང་ལོགས་ལ་གནས་ཚུལ་ཚང་མ། ཨ་ནི་གློག་གི་ཟླ་ནོར་བུ་ཕར་རྒྱུག་འགྲོ་གི་ཡོད་འདུག་ག་ལ། ཨ་ནི། གློག་གི་ཟླ་ཡར་རྒྱུག་བྱས་ནས་གླེགས་བུག་ལ་ཕྱིན། གླེགས་བུག་ནང་ལོགས་ལ་ཆ་ཤས་ཨེལ་ཅི་ཨེན་ལ་དང་ཕྱིན། ཨེལ་ཅི་ཨེན་ཁོ་རང་ནང་ལོགས་ལ་འདུག་ག་ལོས་ན། ཁོ་ཨེལ་ཅི་ཨེན་ཁོ་རང་ཨ་ནི་ཕྲ་ཕུང་རྟ་མང་པོ་ཅིག་ཚུར་སོག་ནས་བསྒྲུབ་བཞག་ཡོད་འདུག་ག་ལ་ཁོ་རང་ནང་ལོགས་ལ་ཨ་ནི་ཨེལ་ཅི་ཨེན་ལས་དེ་རིམ་པ་དྲུག་ཏུ་བསྒྲུབ་བཞག་བ་རེད། རིམ་པ་དང་པོ་ནས་བཞི་བ་དེ་ཆ་བཞག་ན། རིམ་པ་དང་པོ་ནས་བཞི་བ་དེ་དམིགས་བསལ་ག་ལ་ན་ཁ་དོག། ཀྱེ་སེ་བྱས་དེ་གཅིག་བྱས་རོ། ཨ་རི་བ་ལྔ་བ་དང་དྲུག་པ་དེ་ཡང་ཁོ་ཨ་ནི། ཁ་ལོ་རི་ཁོ་གི་དབྱིབས་ག་འདྲས་འདོད་པའི་དེ་དེ་འདྲས་བལྟ་ཡ་དེ། འོ་དེ་འདྲས་བལྟ་སྤེཤལ་ལགས་རོགས་པས་ན་ང་ཚོ་གི་ཁོ་ག་བ་འདོད་བའི། ཡ་གང་ལ་འདོད་བའི་འོག་ལ་འདོད་བའི་གཡས་ལ་འདོད་བའི་གཡོན་ལ་འདོད་བའི་ཁོ་བ་བལྟ་ཡ་འདོད་བའི་འོ་དུ་བྱིན་འདི་ཁོ་རང་ནང་ལོགས་ལ་ཨ་ནི་ལས་ཀ་བྱེད་ངེས་ཁོ་བལྟ་ཡས་བ་དེ་ཡོད་རོ། བལྟ་ཨལ་ཇེ་ན་དེ་ཆིང་དེ་ནས་ཨ་ནི་ཁོ་བ་དྲུག་ལ་ན་ཨ་ནི་ད་ནང་ང་ཚོ་གི་ལེ་བལ་གི་ཆ་ཤས་ཧ་ད་ཨ་ནི། མཐོང་བྱེད་ཀྱི་སླད་ཤོན་ལ་ནི། དེའི་ཧ་ད། འདིའི་ཕྱོགས་ལ། ད་དེའི་སླད་པས་ཀྱི་ཆ་ཤས་གོ་བ་སླད་གོ་ལ་གེ་སའི་འདབ་མ་ཁོ་རང་སླད་པ་ཁོ་རང་འདབ་མ་བཞི་ལ་དུས་སུ་གཉིས་མ་གོལ་གི་བའང་ཚོ། འདབ་མ་བཞི་ལ་དུས་སུ་གོལ་བ་ན་དུས་འདབ་གཙུག་འདབ་ཨ་ནི་འདི་རྟགས་འདབ་ལ་དེ་ཧ་ད་ང་ཚོ་ལྟ་འབུར་ཕྱོགས་དེ་ཡོད་ར། འོང་འདི་ནང་ལ་ལེགས་ཡོད་རེད། Occipital Lobe ལགས་ར།

ཁོ་པགས་པ་ན་བཞིན། ཤུན་པ་ལ་ནི་ར་བ་འདི་བྱས་ནས། ཁྱེད་རང་ཚོ་དེ་ང་ཚོ་པར་ན་ལྟ་བ་ནས་ཨ་ནི་མིག་ནི་འོད་དེ་ཡ་མིག་ལ་ཕྱིན་མིག་ནི་ཡ་དུ་སྤྲུག་གོ་ཏོ་ཨ Optic Nerve ལ་དེ་འཁྱིལ་འགྲོ་ནས་ར་བ་མཐོང་བྱེད་ཀྱི་དབང་རྩ་དེ་འཁྱུད་འགྲོ་ནས་ཨ་ནི་ཀླད་པའི་དཀྱིལ་མ་དང་བྱེད་ལས་དང་དཀྱིལ་མ་དེ་ནས་ཨ་ནི་ཁོ་བག་བཏང་གི་ཏོ་ཨ།

ཨ་ནི་སྤོངས་ཀྱི་གཙོ་བོ་དམིགས་བསལ་གར་སྟབས་བྲལ་བ་ལ་ན་སྤོངས་ལྟ་དེ་གར་སྟབས་ག་ལ་བ་ད་ག་ལ་ང་ཚོའི་གི་གཟུགས་པོའི་ནང་ལོ་ལ་ཨ་ནི་བྱེད་ལས་ག་རེ་ལ་སྟངས་འཛིན་བྱེད་དགོས་ལ་ན་ཨ་ནི་མིག་རིལ་ང་ཚོའི་མིག་དེ་ཡ་ཆེན་པོ་གདང་དགོས་དུ་བས་ཡ་ཆུན་ཆུན་བར་བཙུམ་དགོས་དུ་བས་དཔེར་ན་འོད་ཆེན་པོ་ཞུ་དུ་བཏང་བ་ན་ང་ཚོའི་ལམ་སང་གོ་ར་མིག་དུ་བྱེད་ཀྱི་རོ་ང་ཚོའི་མིག་གདང་དེང་མ་ར་འོད་ཤུགས་ཆུན་པོ་ལ་ལྟ་ག་དུ་ག་ལོར་མིག་ཡ། ལྕེ་རིལ་ལ་མདངས་མཐུག་མདངས་དམར་བ། འོད་ལེ་དུག་ག་ལ་མིག་ཆུ་སྐོམ་འགུགས་འདོད། ཡང་མིན་ན་ན་གུང་གི་ལ་ཕར་འགྲོ་བ་ན་ཨ་ནི་ཡང་མིག་ལྟས་ཕྱིར་བཏང་འགུགས་འདོད། འོ་དེ་ཚོ་ཨ་ནི་བྱེད་ངེས་ཀྱི་ཆ་ཤས་ཨ་ནི་ཀླད་པའི་ནང་ལོགས་ཀྱི་ཨ་ནི་ཀླད་ཞབས་ལ་ནི Brain Stem ལགས་རོ།

ཨ་ནེ་འོ་ང་ཚོས་འདི་ཁྱེད་རང་པར་ལ་ཟེར་བ་ནས་བྱེ་ཐང་དང་ཟེའུ་ཆ་ཆགས་ཀྱི་རེད་ད་ང་ཚོས་མིག་གིས་དྲ་སྐྱིད་ཐོག་ལ་འཆི་ཁུལ་གྱི་གནས་ཚུལ་འོད་དེ་ཕོག་ཚར་བའི་རྗེས་ལ་ཨ་ནེ་མིག་གིས་དྲ་སྐྱིད་བརྒྱུད་ནས་ཨ་ནེ་ཡར་ཀླད་པ་ལ་ཡར་འགྲོ་ཉེ་དེ་ཨ་ནེ་མཐོང་བྱའི་དབང་རྩ་གྱོན་ནས་ཡར་ཁྲིད་འགྲོ་གོ་རོ་ཨ་མཐོང་བྱའི་དབང་རྩ་ལ་འདི་ལྟ་བརྒྱབ་སྟེ་མཐོང་བྱའི་དབང་རྩ་གྱོན་ཏེ་མིག་གི་གནས་ཚུལ་ང་ཚོས་ཀྱིས་མཐོང་དུས་ག་ལ་ཆ་ཚང་ཅིག་མཐོང་བ་འདི་ཆ་ག་ལོ་ན་མིག་རེ་རེ་གི་གནས་ཚུལ་དེ་ཀླད་པའི་གི་ཕྱོགས་གཡས་གཡོན་གཉིས་ཀ་ལ་དུས་སུ་འགྲོ་ཐུབ་པ་ཡོང་གི་ཡོད་རོ་ཨ།

སྐྱོ་གུས་བཏང་གི་འདོད་མི་འདོད་དེ་འདྲེ་གི་ཁོ་ཡེ་ཡེ་བ་བྱེད་ངེས་ཅིག་ཆ་དེ་ཡོད་རེད། ཨཱ་ནི་ལྗི་ཨན། དེ་ནས་ཨཱ་ནི་ལས་བུག་དེ་ནས་བཤད་ཨཱ་ནི་ཁོ་ཡང་དབང་རྩ་བཞིན་དབང་རྩ་ཕྲ་ཕུང་བཞིན་བདག་ཅིག་གུས་ནས་བྱས་ནས་ཡ་ཨཱ་ནི། ལས་པས་ཁོ་རང་ནང་ལོ་ད་ང་ཚོ་སྟག་འབུར། སྟག་བཏབ་ཁོ་རང་ནང་ལོ་ལ་ཨཱ་ནི་མཐོང་བྱེད་ཀྱི་ཀླད་ཤུན་ལ་དེའི་ཁེ་གྲུག་གོ་རེད། ད་མཐོང་བྱེད་ཀྱི་ཀླད་ཤུན་ལ་དེའི་ཀླད་གཏུགས་ག་ལ་ཨཱ་ནི་ད་ང་ཚོས་ཀྱི་གནས་ཚུལ་ཀླད་ཚ་བའི་རྗེས་ལ་ཨཱ་ནི་གཟུགས་མཐོང་བ་ལ་ད་ཧ་གོ་བའི་སྦྱོར་བའོ་དེའི་ཨཱ་ནི་དེའི་སྐབས་ལ་ཀླད་བའི་སྐབས་ལ་ཨཱ་ནི་ང་ཚོས་ཤེས་ཀྱི་ཡོད་རེད་ལ་འདུག་ཅེས་བཤད་ཀྱི་ཡོད་རེད་རོ།

དར། པད་དཀར་ལུགས་ལ་ཀར་བ་ཨིན་ཇི་ནཱ་ལོ་འོང་འདི། དར་མ་ལ་འོ་དེ་འདྲེ་ནང་བཞིན། སྒོ་ཀ་པ་ལས་ཁོ་རང་མ་འདུག་སྐོ་ནྟ་ནས་ཁོ་དར་མ་ཏག་ཏག་འདུག་ཤི་འདུག་ཁོ་རང་ག་ལོ་མེ་ཏོག་གི་ལོ་ལོ་མེ་མེ་ཏོག་གི་ད་ཡིབ་ནང་བཞིན་གྱི་ད། དེ་འདྲེ་གི་མཐོང་དུ་ཡོད་འདུག་ཨ་ནི། ད་ང་ཚོ་མཐོང་རྗེས་མ་ལ་ཁོ་རང་ཆ་ཚང་ཆ་མ་ཅིག་ལྟ་བས་ན། ཨ་ནི། དར་མ་ཤི། དེ་ནང་ལོགས་ནས་འདབ་མ་ཆ་ཚང་ཅིག་སྟབས་དངོས་སུ་ནི་མཐོང་བྱེད་དང་འབྲེལ་བ་དུ་ནི་ལས་ཀ་བྱེད་ཀྱི་ཡོད་ཅིག་ཁ་ཚ་འདི་སྨྱོས་ལས་ངེས་ཅིག་ལའི་ལ་ཡོད་རེད་དེ་ག་འདའ། ཀླད་པའི་ལས་ཀ་དེ་ནི་ཚོགས་ནི་ལས་ཀ་བྱེད་ཀྱི་ཡོད་ཅིག་ཆ་དེ་ཡོད་རོ། དེ་ཡི་འདུག་ག་ལ་ཧ་འདའ་ནི་སྟངས་སྟངས་འབུར་གྱི་ད་འདའ་སྟངས་སྟབས་ཕྱོགས་ལ་མཐོང་བྱེད་ཀྱི་ལས་ཤུགས་ཡོད་བ་དེ་འདའ་མཉམ་འདོགས་བྱེད་ནས་ནི་བཙུགས་སྟབས་ཡིན་ནི་རེད་ད་ག་ནའ་བཞིན་ན་ལྷའི་འདབ་ལ་དེ་ནས་དེ་ཚོ་ཚང་མ་མཉམ་འདོགས་ལས་ཀ་བྱེད་དགོས་རེད་གཟུགས་མཐོང་བ་ལ་དཔེ་ན་ནི་ཧ་འདའ་ང་ཚོ་བཙུགས་སྟབས་བཙུགས་སྟབས་ལས་ཆ་བྱ་བ་ན་ནི་གཟུགས་ཅིག་མཐོང་འདུག་ག་ལ་གཟུགས་དེ་ཨ་ནི་ཁྱེད་རང་གིས་གཡས་ལ་དུལ་བས་གཡོན་ལ་དུལ་བས་འཁོར་བ་ལ་དུལ་བའི་ལས་སྦྱོར་ར་ད་ག་ན་བཞིན་ཁྱེད་རང་དང་རྒྱང་ཐག་ཉེ་ཚོད་ག་ཚོད་དུལ་ཐག་ཉེ་བོ་དུལ་བས་ཐག་རིང་པོ་དུལ་བའི་ལས་དེ་ཚོ་ཚང་མ་ཨ་ཡན་བཙུགས་སྟབས་ཀྱིས་ཨ་ནི་རོགས་པ་བྱེད་ཀྱི་ཡོད་རེད། ད་ག་ན་བཞིན་ན་ལྷན་ཐབས་བྱ་ཞོར་ན་ཨ་ནི་གཟུགས་གང་མཐོང་བ་དེ་དེ་དང་རང་དང་སོ་སོའི་སྐེར་གྱི་ཨ་ནི་དྲན་པའི་ཐོག་ནས་ཨ་ནི་བྲལ་བ་ཡོད་མེད་སྦྱོར་བ་དེ་ཚོ་ཚང་མ་ད་དྲན་པ་ལས་དེ་ཚོ་ད་ང་ཚོ་ཨ་ནི་ན་ལྷན་ཐབས་ན་ཡོད་དུས་ག་ལ་ཨ་ནི་ཡང་དེ་གཟུགས་གང་མཐོང་བ་དེ་གི་དེ་དང་ཨ་ནི་དྲན་པ་བྲལ་བའི་ཐོག་ནས་ཡང་གོ་གནས་ཚུལ་ཡོད་མེད་ཅིག། ད་དེ་ཚོ་ཚང་མ་མཉམ་དུ་གཟུགས་དངོས་སུ་མཐོང་ལ་འདུག་ག་ལ། ཀླད་པའི་ནང་ལ་ཆ་ཤས་མང་པོ་ཅིག་གཟུགས་དངོས་སུ་ནི་མཉམ་དུ་ལས་ཀ་བྱས་ནས་ཨ་ནི་ང་ཚོ་མཐོང་ཐུབ་པ་ཡོང་གི་ཡོད་རེད་ལགས་འོ་ར། ཨ་ནི་རླུང་གི་འདར་འགུལ་ཙམ་ལ་ཨ་ནི་འདྲ་ལགས་ཀྱི་ཡོད་རེད་ལ་འབྲི་བར་སང་འོ་ལ་ན་ར། ད་དེའི་ཁར་ལ་ན་ནི། ད་ཡང་ང་ཚོ་ཁ་ཚང་འདི་ངེད་ལ་ཉེ་ཁྱེད་རང་ཚོ་ལ་གཟུགས་མཐོང་བའི་ཀ་ལ་བཤད་འདོད་ག་ལ་འོད་ཁོ་རང་གི་འོད་འོད་ཀྱི་འོད་ཀྱི་ལ་ཁ་ལ་འོ་ད་འོད་ཀྱི་རླབས་དེ་གི་རླབས་ཐག་ལ་བབས་པས་ཨ་ནི་ཡོའི་ཁོ་རང་ལ་ཨ་ནི་དབྱེ་བ་གཅིག་གི་དོ་ཨ། དེ་ན་ཤིང་བྱས་ནི་ད་ལས་ང་ཚོ་སྒྲ་ཁོ་རང་འབྲི་ཤ་རྒྱག་འདུག་ག་ལ། ཡང་སྒྲ་ནང་ལོགས་ལས་ཨ་ནི་སྒྲ་ཤུགས་ཆེ་ཆུང་གི་ཁྱད་བ་ཧ་གོ་རོ་ཨ། དཔེར་ན་བུ་མོའི་གི་སྐད་དེ་ཆ་བཞག་ན་ཨ་ནི་སྒྲ་དེས་དམའ་བ་བྱེད། བུའི་གི་སྐད་དེ་ཆ་ན་སྒྲ་ཤུགས་ཆེ་བ། ད་ནི་ཤི་ཡང་གི་སྒྲ་ཁོ་ན་ལས་སྒྲ་ཕྲ་བ་དང་སྒྲ་སྦོམ་པ་ར། ཨ་ནི་ཡང་སྒྲ་ཕྲ་བོ་ལུགས་དེ་སྐྱེ་མེད་ཀྱི་སྐད་དེ་ཚོ་སྐད་ཕྲ་བོ་ལུགས་ཚིག་ར། འོ་ནི་ཤི་ཡང་བུ་ཡུག་གི་སྐད་དེ་ཚོ་སྐད་སྦོམ་པོ་ར་འོ་དེ་འདྲའི་ལུགས་ཚིག་དང་ད་འདི་ཨ་ནི་ཁོ་དབྱེ་བ་ལས་དང་ནི་ཁྱེར་བ་ལས་དང་གང་འདྲ་ཞིག་གོ་ལ་ན་ཨ་ཡང་སླབ་ཁོ་རང་ལ་མ་ལྟ་ནི་དུས་ཇི་ཤེས་རྒྱ་ཡོང་གོ་ར། ཁ་བཟང་ངས་འདུས་ལ་འོ་ན་ཤི། ཨེ་འདས་བྱིན་འདི་རླབས་དེ་ནས་འདི་བར་གཅིག་འགྲོ་ན། རླབས་ཐག་གཅིག་ལ་བོར་བ། རླབས་ཁོ་རང་གི། ད་ལྟ Amplitude ལ་གུལ་འབངས་ལ་རླབས་ཀྱི་གུལ་འབངས་ལ་ནི་ར། དེའི་ཁ་ལོག་ལ་ན། ལྟ་འདི། མགོ་འཛུགས་སའི་གི་གནས་འདི། ཨ་ནི། ཚེ་ཀླད་སྒོ་ཡིན་པ་ན། དེ་ནས་བྱིན་མཐོ་ཤོས་གོ་བ་ལ་འགྲོ་གི་འདུག་བས། དམའ་ཤོས་གོ་བ་ལ་འགྲོ་གི་འདུག་འདི་རླབས་ཀྱི Amplitude ལ། གུལ་འབངས་ལ་ནི་ར། རླབས་ཁོ་རང་གི། ཨའུ་ག་ཞིམ་ཆུ་གུལ་ལ་གུལ། ཕོ་སྤང་ང་སྤང་གོས་སྤང་བྱེད་རོ། ལྟ་འོ་དེ་བྱེད་རོ་ད་ང་ཚོས་རླབས་ཁོ་རང་ལྟ་དུས་ག་ལ་ཨ་རླབས་ཅིག་གིས་རླབས་ཀྱི་གུལ་སྤང་ལ་ཅིག་ལྟ་གི་རེད་རླབས་ཀྱི་འདོད་ཆོས་ལ་ཅིག་ལྟ་གི་རེད་འདོད་ཆོས་ལ་དུས་ག་ལ་ཨ་ནི་དུས་ཡུན་ངེས་ཅན་ཅིག་ནང་ལོ་དཔེར་ན་སྐར་ཆ་གཅིག་ཡིན་ན་སྐར་མ་གཅིག་ནང་ལོ་ལ་རླབས་ག་ཚོད་འགྲོ་འདུག་བས་ལས་བྱོ་རོ། འོ་འདི་ལ་ལྟ་ཡོང་རོ་འདི་ལ Frequency དང Amplitude ལ་ནི་གཉིས་འདུ་ཟི་ཡོད་རོ། ད་འདི་ཚོ་རླབས་ཀྱི་ཁྱད་ཆོས་ཆ་ལྟ་ཡོང་རོ་རླབས་ཀྱི་ཁྱད་ཆོས་ལ་དཔའ་བས་ཨ་ནི་ང་ཚོས་དཔེར་ན་ང་ཚོས་ཀྱི་ད་སྒྲ་ཁོ་རང་སློབ་ཚན་མ་བཏོན་ན་ཨ་ནི་དགྲ་གི་དགྲ་དེ་ག་རེ་ལ་ན་རླུང་གི་འདར་སྒུལ་ཅིག་ལ་བསྐོར་བ། རླུང་གི་འདར་སྒུལ་དེ་ཨ་ནི་རླབས་ན་ཤིང་རྟ་ཁོ་ཡུང་གི་རོ་དོ་ཞུ་འདུལ་ག་ལ་ཨ་ནི་རླབས་ཀྱི་འདར་སྒུལ་དེ་ཁོ་ན་ཨ་ནི་ཁོ་ནི་མཐོ་དམན་ག་ཚོད་ལ་འདུལ་བས་ཨ་ནི་དུས་ཚོད་ངེས་ཅན་དུས་ཚོད་ངེས་ཅན་གཅིག་ན་ལོ་ལ་མ་ཉུང་ག་ཚོད་འགྲོ་འདུལ་བས་དེ་ལ་དཔའ་བས་ཨ་ནི་དགྲ་ཤུགས་ཆེ་ཆུང་ར་དགྲ་ཁྲ་བོ་དང་སྦོམ་པོ་དུ་གསལ་བ་བྱེད་ངོ་རེས་ར། དཔེར་ན་ཨ་ནི་གུས་འབངས་ག་ཚོད་ཀྱི་ཐོག་ནས་དགྲ་ཤུགས་ཆེན་པོ་འདི་རུ་ཨ་ཨ་ནི་ཡ་དུས་ཡུན་ངེས་ཅན་གཅིག་ནང་ལོགས་ལ་དགྲ་ག་ཚོད་ཀྱི་མང་བ་འགྲོ་ནས་དེའི་ག་ཚོད་ཀྱི་མང་བ་འདི་ཨ་ནི་དགྲ་ཕྲ་བ་ཡོད་བ་འདི་སྐད་ཚ་བོ་ཅིག་རིག་ཅིག་ཨོ་དེ་འདྲའི་འགྲོ་དུས་ལ་ཡོད་དུས་སྐྱོན་དགོས་རེད་ཟེར། འདི་ཨ་ནི་དགྲ་ཁོ་རང་གི་དགྲ་ཤུགས་ཆེ་ཆུང་དང་དགྲ་ཕྲ་སྦོམ་ལ་འདི་འགྲིག་གི་ནི་ཁེལ་བ་འདི་དུས་ཤེས་ཤེས་ར། ནས་བྱས། ད་དེ། ད་ལྟའི་གནས་སྐབས་དེ་ལ། ང་ཚོ་གིས་ད་རླབས་ཁོ་རང་ལ་མ་ལྟ་དུས་ག་ལ་རླབས་ཀྱི་འགྲོ་སྟངས་དེ་གཉིས་ཡོད། གཅིག་ག་འདྲས་ལ་ན། ཡ་གཅིག་ཕྱོགས་ཚད་སུམ་ལྡན་ལ་བར་དུ་འགྲོ་ཐུབ་ངེས་རླབས་གཅིག་ད་དང་ཆུ་གི་རླབས་དེ་ཚོ་ཡོང་གི་འདུག་ཨ། གཅིག་པ་ཅན་དེ་ཕྱིན་ལས་གི་འདུག་ཨ། འོ་དེ་འདྲས་ན་བཞི་ཡོད་ན་བཞི་ད་འོད་ཀྱི་རླབས་དེ་ཚོ་དུ་བྱུང་ཡོད་བྱས། ད་བདག་གིས་རླབས་འདེགས་དམིགས་བསལ་ག་འདྲས་ལེན་ན་རླབས་ཁོ་རང་འགྲོ་སྟངས་འདི་ཨ་ནི། ཡང་འདི་ཕྱོགས་ཚན་གསུམ་ལྡན་དང་རྩིས་གནས་འབྲེག་དུ་སྒྲུག་ཡོད་རྩིས་གནས་འབྲེག་ཡོད་དེ་ནས་གོ་བདེ་གནས་སྐབས་དེ་ལ་སྒོ་ཚོའི་ལས་སླ་ཡོན་བྱེད་དོ། ཨ་ནི་རླབས་ཀྱི་འགྲོ་སྟངས་འདི་ག་འདྲས་འགྲོ་ལེན་ན་ཨ་མདའ་འདི་ནང་ལོར་པར་ནང་བཏོན་ན་ཞིང་ཨ་ནི། དར་རྒུད་གཅིག་གོ་དཔེ་ན་ཁ་ཤས་ལག་ཏུ་ཨ་ནི་ངའི་ཨམ་ཅོག་ག་འདྲས་སུ་གོ་གོ་རེད་ལ་ནི་དེ་ཅག་དྲི་བ་དྲིས་ཀྱི་རོ། ཨ་ནི་ཁྱེད་རང་གི་སྐད་ཆའི་ཤེས་རྒྱུད་དེ་གི་ནུས་ཤེས་ཚིག་ངན་ཀ་ལ་ཡོད་ན་སྐག་གིས་ཨ་ནི་བདུད་དུ་འཛུལ། ཨ་ནི་དར་རླུང་གིས་དར་རྒུད་དེ། ད་ཁ་རང་ཁ་ཐུག་མུ་མཐུད་ནས་ཕར་ཕྱིན་ནི་ཨ་ནི་ཁྱེད་རང་གི་ཨ་མཆོག་ལ་འཛུལ་འཁོར་བས་ལ་ན་དིས་མ་རེད་དིས་དིས་འགྲོ་གི་ཡོད་མ་རེད་ལ་འོར། དཔེར་ན་ཨ་ནི། ངེད་ཀྱི་ཁ་ནས་མ་ར། ཀག་དིས་ལ་བས་ན། ཀག་ལ་དུས་ཀ་ལ། ཨ་ནི། ངེད་ཀྱི་ཁའི་འགྲམ་ལ་ཡོད་བས་ཀྱི་རླུང་གི་བདུད་དུ་འཛུལ། ར། རླུང་གི་ངེད་ཀྱི་གཟུགས་པོ་གང་ཚོད་ང་ཚོའི་གཟུགས་པོ་ཐག་གང་ཚ་རླུང་གི་བདུད་དུ་གཏུམས་ཤས་ར། རླུང་གི་རྡུལ་ཡོད་སྐྱོ་དེ་ཚོ། དེ་ཚོ་འདར་གྱི་རོ་དང་པོ་གཉིས་ལ་དེ་ཚོ་འདར། དེ་ཚོ་འདར་ནས་ཁོ་ཚོ་འདར་རའི་འགོ་གཙོ་བའི་བྱེད་ནི་ཁོ་ཚོས་ཀྱི་འདི་འགྲམ་ལ་ཡོད་ཉིད་རླུང་གི་རྡུལ་གཞན་དག་འདི་ཚོར་འདར། དེ་ནས་འདི་གི་གཞན་དག་ལ་མ་འདར། དེ་ཚོ་འདར་ཁུལ་འདི་ར། སྐད་ཤུགས་ཆེན་པོ་ཅིག་མ་དུ་དོད་པ་འདི་གི་ཨ་འདི་གི་རླུང་གི་རྡུལ་དེ་ཚོ་འདར་བའི་རྐྱེན་བྱེད་ནི་ཨ། འདར་བའི་གི་འདི་ཨ་ནི་གནས་ཚུལ་ནུས་པ་འདི་མ་དུ་ཁྱི་འགྲོ་ནས་ཨ་ནི་མི་གཅིག་གི་ཨམ་ཅོག་ལ་སླེབས་པ་ན་ཨ་འདུ་བྱེད་འདར་ཁུལ་འདི་མུ་མཐུད་འགྲོ་དགོས་རེད། ཡི་གེ་ཁོ་རང་ཡི་གེ་ཁོ་རང་གི་ལྟ་དུས་གྲོ་བཞི་ཁ་ཤས་བཀྲུས་ལ་དེའི་ཁུ་དུ་མར་དུ་འདེགས་དྲུག་ཡོ་མར་དར་ལ་བོར། ལོ། ཨ་ནི་རླུང་ཁོ་རང་གི་དུས་དར་དར་སྐད་ཆ་བཤད་དུས་ག་ལ། ཨ་ནི་རླུང་གི་དུས་དེ་དར་དུས་ག་ལ་དེ་དར་དགུས་དེ་མུ་མཐུད་ནས་མར་དུ་ཕྱིན་ནས་ཨ་ནི་ཁྱེད་རང་ཨམ་ཅོག་ནང་ལས་ཨམ་ཅོག་ནང་ལོ་ལས་ཨ་ད་ང་ཚོའི་གི་ད་ད་དབང་པོ་ཁོ་རང་འདྲི་བཤད་རྒྱག་ཡོང་གི་རོ། ཨ་ནི་མུ་མཐུད་ནས་དར་དར་དགུས་དེ་མུ་མཐུད་ནས་མར་དུ་དྲུག་ཡོ་རོ། གཟུགས་མཐོང་བ་ན་ལོ་ལ་འོད་དེ་མིག་ན་འཛུལ་དུ་འདི་ན་བཞིན་བྱས་ནས་ར་འོད་དེ་ཚུལ་ཡར་འགྲོ་འཁོར་འདི་ན་བཞིན་བྱས་ནས་སྒྲ་ཐོས་ཡོད་ག་ལ་ཨ་ནི་རླུང་གི་དར་རྒུད་ཀྱིས་ནུས་པ་དེ་མེ་ཁྱ་ནི་ཀ་ལ་ད་འདི་གནས་སྐབས་དེ་ལ་ར་རྡོག་རྡོག་ཁོ་རམ་རྐང་ཚོ་ཡར་དུས་སུ་འགྲོ་གི་ཡོད་མ་དེ་ནས་དར་རྒུད་དེ་ནུས་པ་དེ་ཁོ་མུ་མཐུད་ནས་དུས་སུ་འགྲོ་ནས་ཨ་ཡར་སླེབས་འགོ་རེད་ད་དར་རྒུད་ལ་འདི་ཁོ་རླབས་ན་བཞིན་བྱས་ནས་ས་ཆ་གཅིག་ལ་ལྡབ་འདུག་ག་ལ་གཞན་དག་དེ་ལྟ་བས་ཉུང་ང་ར་ཨ་དར་རྒུད་དེ་མུ་མཐུད་ནས་འདི་བྱས་ནས་ཡར་ཁ་ཤས་བར་བཞིན་དུས་བྱས་ནས་འགྲོ་གི་འདུག་ཡོད་རེད་ལ་འོར། ད་འདི་ཧ་འདི་གནས་སྐབས་ལ་དཔེར་ན་ད་ང་རང་ཚོས་ཀྱི་ཁ་ཚང་སྲོག་ཆགས་གཞན་དག་དང་སེམས་ཅན་གཞན་དག་དང་ང་རང་ཚོ་བར་ལ་མིག་མཐོང་དུས་ཀྱི་མིག་ཁོ་རང་དབང་པོ་ཁོ་རང་གི་མདུད་པ་ཁ་བ་ཡོད་ན་བཞིན་བྱེད་ནས་ར་སྒྲ་ཐོས་པ་ཡིན་ནས་རེད་སྒྲ་ཐོས་པ་ལས་ཨ་ནི་ཨམ་ཅོག་གཉེན་ཅོག་ཁོ་རང་གི་མདུད་པ་ཁ་བ་ཡོང་གི་ཡོད་རེད་ར་དཔེར་ན་ང་ཚོའི་མིག་གིས་ཨ་ནི་སྒྲ་ཐོས་ཀྱི་ཚེ་འདི་ད་ཁ་ཤས་ཧན་ཏའི་གནས་སྐབས་དེ་ལ་ང་ཚོ་ཚད་གཞི་སྦྱོར་བ་ཚད་གཞི་དེ Hertz ནང་ལ་བཞག་དགོས་རོ། དཔེར་ན་ཆ་ན་ཚད་གཞི་དེ་ག་དཔེ་ན་ཆ་ན་ག་འདྲའི་ལོ་ལ་ཡོད་ན་དཔེར་ན་ང་ཚོ་ཨ་ནི་དེ་ནས་ཨ་ནི Meglort བར་དུ་འགྲོ་དགོས་ན་ཀི་ལོ་མི་ཀྲར་ག་ཚོད་འདུག་ཡ་ལག་ར་མི་ཀྲར་དང་ཀི་ལོ་མི་ཀྲར་ལ་ནི་ཁོ་དེའི་རྒྱང་ཐག་གི་ཚད་གཞི་རོ། ད་ང་ན་བཞིན་ཨ་ནི་ཆུ་ལི་ཀྲར་གཅིག་དང་འོ་མ་ལི་ཀྲར་གཉིས་འདི་ལ་ཡ་ལི་ཀྲར་གྱི་འདི་ཨ་ནི་བོངས་ཚད་ཁོ་རང་གི Volume གྱི་ཚད་གཞི་དེ་བཞག་ཡོང་དགོས་རོ། དེའི་ན་བཞིན་ཕྱིན་ནི་ལྗིད་ཚད་གཟུགས་པོ་ལྗིད་ཚད་ཆ་ན་ཨ་ནི་ཀི་ལོ་གི་རམ་ལ་ནི Gram དང་ཀི་ལོ་གི་རམ་ལ་ནི་ཡོད་ར་དེའི་ན་ཤན་གྱི་ནི་སྒྲ་ཐོས་ཀྱི་ཚད་གཞི་དེ་ཨ་ནི Hertz ན་བཞག་ཡོང་གོར་ར། Hertz ཁོ་རང་ག་ཚོད་བཞོན་པའི་དེ་ལྟ་ནི་ཨ་ནི་དཔེར་ན་མི་ག་ཅིག་ད་ལྟ་བསྟན་སྐབས་དེ་ལ་སྐབས་རེ་ང་ཚོ Hertz ཉི་ཤུ་ནས་ཁྲི་གཉིས་བར་ལ་ངེས་ཡོར་ཁ་ཞིག་ད་ལྟ་འདི་ན་བཞི་བཅུ་ནས་ཁྲི་གཉིས་བར་ལ་དོ་འོ་འདི་འདྲའི་ཡོར་རེད་ཨ་ནི་ད་དེའི་རོ་སྲོག་ཆགས་ཁ་ཚང་ང་ཚོ་མིག་གི་མཐོང་ཐོས་ཀྱི་འོད་ཁོ་རང་ལ་ཨ་ནི་ཁེལ་བ་ཡོར་ན་བཞིན་ཨ་ནི་སྒྲ་ཐོས་བ་ཡིན་ནས་ཨ་ནི་དེའི་གཉེན་ཆོག་དབང་པོ་ཁོ་རང་ལ་ཁེལ་བ་ཡོང་གི་ཡོར་ར་སྲོག་ཆགས་ཁ་ཤས་ཨ་ནི་ཤུགས་ཆེན་པོ་ཞུགས་གོ་ཐུག་ངེས་ཁ་ཤས་སྒྲ་མང་བོ་དཔེར་ན་འདི་རྣམས་ཆ་ཞུ་ན་མིང་མི་ཆ་ཤའོ་ན་ཧརྞ་ཉི་ཤུ་ནས་ཁྲི་གཉིས་བར་ལ་དོ། ཞི་མི་རིགས་ཆ་ཤའོ་ན་ཧརྞ་བརྒྱ་ནས་ཁྲི་དྲུག་བར་ར་དེ་ནས་ཉྭ Dolphin འགྲོ་ཆ་ཤའོ་ན་ཧརྞ་ཉིས་བརྒྱ་ནས་འབུམ་གཅིག་དང་ཁྲི་ལྔ་བར་ར། གླང་ཆེན་ཆ་ཤའོ་ན་ཧརྞ་གཅིག་ནས་ཁྲི་གཉིས་བར་ར། འོ་དེ་འདྲའི་ང་ཚོ་གི་སྒྲ་ཐོས་གོ་མ་ཐོས་ཡ་དེ་ཚོ་སེམས་ཅན་གཞན་དག་གི་གོ་ཐོས་བ་ཡོང་གི་ཡོད་དེ་འདྲའི་གི་ད་ཁོ་འདི་ཨ་ནི་གཉེན་མཆོག་གི་ད་དབང་པོ་ཁོ་རང་གི་ནི་ནུས་པའི་གི་ཁྱད་བ་ཡོད་བ་འདི་སྟོན་ཤོད་རེད་ར། ད་འདི་ཡང་སྒྲ་ཐོས་ཡས་ཀྱི་ཁོ་རང་གི་ཤུགས་འདི་ལོ་ག་ཡོད་ན་བཞིན་བྱེད་འདི་རུ་ཨ། དཔེར་ན་གླང་ཆེན་འགྲོ་ཆགས་ཤོར་ན་ཨ་ནི་སྒྲ་ཧང་སངས་ཀྱི་ཁ་ལོར་ད་ཧར་སྨའུ་ལའོ་ར་ང་ཚོ་ཉི་ཤུ་ར་འདི་ང་ང་ཚོའི་གི་ལས་མ་མ་ཨ་ཁོ་ཚོ་གཅིག་ནས་ལ་འདུག་ག་ལ་སྨའུ་ཞུ་ཁོ་ཐུག་དོ་ཨ། དེ་ན་བཞིན་གཅིག་ག་འདྲེ་འོང་ན་ཁོ་ཚོ་ཁ་ཤས་དབང་སེམས་ཅན་ཁ་ཤས་དཔེར་ན་ཆུ་ནང་ལ་ཡིན་ནས་སེམས་ཅན་དག་རང་རེད་ཁོ་ཚོ་དར་རྒུད་དེ་ལ Vibration། ཅེས་ལག་རོགས་བརྡར་བསྐུལ་དེ། ཨ་ནི་དཔེར་ན། ས་གང་ལོས་ཉེས་ཀྱི་སེམས་ཅན་དཔེར་ན་གླང་ཆེན་འབྲུག་ཆགས་བྱམས་ན་ཁོ་ཚོའི་ཤུགས་ཆེ་ག་ནས་ཧ་གོ་ན། ཨ་ནི་བརྡར་བསྐུལ་ནི་ཧ་གོ་གི་ཡོད་རེད། ར་ཨ་ཁོ་ཚོས་ཀྱི་སེམས་ཅན་གཞན་དག་དེ་གོ་བ་ཡོད་མེད་དང་ག་ནས་ཡོང་གི་ཡོད་མེད་དེ་ཚོ། ར་ཨ། འོ་དེ་ཚོ་དཔེར་ན་ད་ནི་ཤེས་རེད་དཔེར་ན་ང་ཚོ་ཨ་ནི་སྐབས་རེ་ང་ཚོ་ཆུ་ལོག་ལ་ནག་ཁུང་གི་རྩ་བར་རུ་འགྲོ་བས་ན། ཨ་ནི་གོམ་པ་ག་དུས་དཔེར་ན་འདི་ཁོར་ཡུག་ནང་ལོགས་ལ་ཨ་ནི་འབྲུའི་རིགས་འདི་ཡོད་ན། ཨ་ནི་ཁོ་ཚོས་ང་ཚོ་ང་ཚོས་ཁོ་ཚོ་ཧ་གོ་མ་ར་ང་ཚོ་རྐང་ཚུགས་ནས་རྐང་པ་ཤུགས་ཆེན་པོ་བརྡབས་ནས་འགྲོ་ན། གར་ཆེ་བོ་རེ་ཀ་མགོ་ཤོར་བྱུང་ད་དུས་ག་ལ་ས་དེ་ད་རེའི་འགོ་བཙུགས་ནས་ཁོང་ཚོའི་གི་གཟུགས་པོ་གི་ཨན་ཁོ་དྲ་དུས་ཁ་ཐུག་མ་ཁོ་ནས་ནས་དར་གུད་དུས་ལམ་སང་ཚོར་ཐུག་ཡོད་དུས་ག་ལ་ཨན་ཁོ་རང་ཚོ་ལས་ཁོང་ཚོ་ཁོང་སུ་སུ་ཉེན་ཁ་ཡོང་གི་འདུག་སམ་ཁོང་ཚོའི་ཕ་ཡུལ་རོའི་དང་དེ་འདྲ་ཡོང་གོ་རོ་འོན་ཏེ་ཁེ་བ་ཡོད་ནས་གཞན་ཞིག་ནི་རོ་ཨ་སེམས་ཅན་དེ་ཚོ་ཡིན་ནི་ཁ་ཤས་ང་ཚོའི་ལས་ལྟ་ཤུགས་ཆུང་བ་དེ་འདྲས་ཨ་ནི་དྲ་དེ་འདྲས་གོ་གོ་ཐུག་བ་མ་རེད་ཁོང་ཚོའི་གི་དར་གུད་དེ་ཚོ་ཚོར་ཐུག་ཡོད་རེད་རོ་ཨ། ཨ་ནི། དགྲ་ཁོ་རང་གཅིག་ག་རེ་གནང་བ་འགྲོ་ན་དགྲ་དེ་ཡང་ག་ལོག་རེད། དགྲ་དེ་དཔེར་ན་ང་ཚོ། ཁོ་བརྒྱུད་རིམ་འགྲོ་དེ་འགྲོ་སའི་བརྒྱུད་རིམ་འདྲ་བོ་དེ། མཁྲེགས་གཟུགས་ཡིན་ནི་རེད་ཅོག་ཙེ་གང་ལ་ང་ཚོ་ཏག་ཏག་ཏག་ཏག་ཞུ་འོ་ན་གོ་གུ་དོག་ཨམ་ཅོག་མ་བཙུགས་འོ་ན་དགྲ་གོ་འོས་འགོ་ར། ད་ག་ན་གཞིས་ཆུའི་ནང་ལ་ཡིན་ནི་རེད་ར། ཨ་ནི་ཕྱི་ལོག་རླུང་ནང་ད་རླུང་ཁམས་ནང་ད་ཡིན་ད་རླུང་ཁོ་རང་དུས་ནི་འོ་ན་གཞིས་ཨ་ནི་མཁྲེགས་གཟུགས་ལྕ་ལག་སྔོ་པོ་མཁྲེགས་པོ་དེ་ཚོའི་བར་ལ་ཡིན་ནི་རེད་ད་དེ་ཚོ་ཚང་མའི་བར་ནི་དགྲ་དེ་ཨ་ནི་དར་གུད་དེ་ནི་འགྲོ་ཐུག་ཡོད་རེད་ཟེར། ད་དེ་ཚོ་འགྲོ་དགོས་འགྲོ་ཡ་ག་འདྲས་འགྲོ་དགོས་ལ་ནུས་ལ་ཨ་འདས་པས་ན་པས་ན་མཁྲེགས་གཟུགས་ཆགས་ཞེ་ན་མཁྲེགས་གཟུགས་ཁོ་རང་ག་རེ་རེད་ཁོ་རང་ཡང་དུས་མང་པོ་ཅིག་ཚུགས་ཨ་ནི་པས་ད་ཧ་ལོ་འགྲན་ལ་གི་ར་འགྲན་ལ་འདུག་ག་ལ་སྟུག་ཚད་མཐོ་བོ་འདི་སྟུག་ཚད་མཐོ་བོ་ཞུ་ཡོད་དེ་འདྲས་ཀྱི་ཨ་ནི་ཁོ་བཟོས་གྲུབ་བཞག་ཡོད་འདུག་ག་ལ་ཨ་ནི་ག་ཚོད་ཀྱི་ཨ་ནི་སྟུག་ཚད་མཐོ་བས་ན་དེའི་ནང་ལོགས་ལ་ཨ་ནི་དགྲ་དེ། འགྲོ་ཡ་གི་མྱུར་བ་ཡོ་རེད་སོ་གྱོ་ག་འགྲོ་ཐུག་ཡོ་རེད་ལ་འོར་དེ་ལ་དུས་རླུང་ནང་ལོ་དང་ཆུའི་ནང་ལོ་དང་ཨ་ཅག་ལ་མཁྲེགས་པོ་ཞིག་ནང་ལོ་བཏང་བས་ན་ཨ་མཁྲེགས་པོ་ནང་ལོ་ལ་ཨ་ནི་ཟླ་དེ་གྱོ་ག་རྒྱུ་འགྲོ་གི་ཡོ་རེད་དེ་ལས་ད་དུང་ཨ་ནི་མ་ཏེས་ཀྱི་གཞན་པ་ཅིག་ཁ་ལ་ཆུའི་ནང་འགྲོ་གི་རེད་ད་དུང་དེ་ལས་གཞན་པ་ཅིག་ཁ་ལ་ན་ཨ་རླུང་ནང་ལ་འགྲོ་ཡ་དེ་ཚོ་ར་ད་དེ་ཁ་ལ་ན་ཁོ་རང་གི་སྒྲུབ་བྱེད་ཀྱི་ཨ་ནི་ནང་ལོ་གི་བདུད་དེ་ཚོ་བར་གྱི་སྟུག་ཚད་ལ་དུས་ག་ལ་དཔེ་ན་ཆ་ཤོ་ན། ལྕགས་ལ་རྡོག་རྡོག་ཅིག་སླེབས་འོང་ན་དཔེར་ན་ང་ཚོ་ལྟ་འདིའི་ལས་སླ་ཤོས་ག་ལ་ན། དངོས་དངོས་པོ་ཁོ་རང་གི་རྣམ་པ་གསུམ་ལོ་ཆ་བྱའོ་ན།

འདི་ལྟ་མཁྲེགས་པོ་རིགས་ལ་རོ Solid ལ་ང་ཚོ་གི། འདི་གནས་སྐབས་ལ་གལ་སྲིད་འཁྱགས་པ་རོལ་ན། རོ། དེ་ལས་ཏེ་ཕྱི་མ་ནི་ཚགས་དམ་ཚགས་དེ་དེ་ལྷོད་ཁ་ན་ཆུ་ནང་རོ་ལ། Liquid ལ་རོ། གཤེར་གྱི་རིགས་ཞེས་པ་ད་དེ་མཁྲེགས་གཟུགས་གཤེར་གཟུགས་ཨ་ནི་རླུང་ཁ་ན་རླངས་གཟུགས་ལ་གཡོ་ང་ཚོ། དེ་བཞིན་ད་དེ་ལས་མ་ཏེ་ཞེས་བྱ་བ་ནི་ག་ལ། བླངས་གཟུགས་ཁོ་རང་ངོ་བོ་ལས་དུས་ག་ལ། ད་ང་ཚོ་ཆུ་ལོག་གི་རླུང་དུ་ཆ་བྱ་བ་ན་ར། འདུལ་བྱེད་ནི། ད་འདི་ལ་འདུལ་ག་ལ་ག་ཚོད་ཀྱི་ཚགས་དམ་པ་ན་འདིའི་རྒྱུད་ནས་ཨ་ནི་སྒྲ་འདི་མྱུར་བར་འགྲོ་མགྱོགས་པར་འགྲོ་གི་ཡོད་རེད། འདི་ག་ད་ཅི་ད་ནི་སྒྲ་ལ་འདི་ག་རེད། རྡུལ་གྱི་ཟླ་གུད་ཙམ་རེད། ར་དུས་ཁོ་རང་གི་དར་རྒུད་ཙམ་མི་འདུག་ལ་དེ་འདྲའི་འགྲོ་བ་ཚགས་དམ་པོ་ཡོད་ན་ཁོ་དར་རྒུད་དེ་ལམ་སང་མ་གཅིག་གཅིག་ལ་མ་བརྒྱུད་གཏོང་བཏང་ཐུག་རོགས་ཨ་དེ་གི་མྱུར་བར་འགྲོ་དགོས། ཆུ་ནང་ཆགས་ཤིག་ན་དར་རྒུད་དེ་ཁོ་ཕར་ཚུར་བཏང་ཡ་ད་ཡོར་དེ་ཡིན་ནས་རླུང་རླངས་གཟུགས་དང་བརྩི་བས་ན་ཁོ་དེ་ཙམ་གྱི་བསྟན་སྲིད་ཅིག་ག་ལ་བ་རེད་རླངས་གཟུགས་ཁོ་རང་ལྟ་ཧང་སང་ཡང་ཞིམ་པོར་འདུག་ཨ་ནམ་རྒྱུན་ང་ཚོ་རླུང་ཁོ་རང་གི་དཔེར་ན་ང་ཚོ་ཁྱེད་རང་ཚོ་དེང་སང་ལྟ་ཆར་ཞོད་ཡིན་དུས་ག་ལ་མ་ཆུ་ལོག་ལྟ་བ་ན་དེ་ག་ལ་བ་རེད།

ཨཱ་ནི། དབང་པོ་ཁོ་རང་ལ་མ་བཏགས་བས་ན་དབང་པོ་ཁོ་རང་ལ་ཨཱ་ནི་ཁོ་ཆ་ཤས་གསུམ་འདུ་ཤེས་ཤིག་ར། ཕྱི་ན་ལ་ཡ་གཅིག་དང་བར་ན་ཨ་ནང་ན་ལ་འདུ་ཤེས་པ་བྱས་ཤིག་ར། ཕྱི་ན་ལ་འདུག་ག་ལ་ད་ལྟ་ང་ཚོའི་གནས་སྐབས་ཀྱི་ཨཱ་ནི་ང་ཚོ་ཕྱི་ལོ་མཐོང་བསྡད་ཀྱི་ཨམ་ཅོག་གི་ཆ་ཤས་དེ་ཨི་ཨ་ཕི་ན་ལ་ར་ཨི་ཇི་ནང་ལ་ཕི་ན་ལ་ནི་ང་ཚོའི་གི་ད་ལྟ་ང་ཚོ་ཨཱ་ནི་རྣ་གཤོག་ལགས་ར། འོན་ཏེ་རྣ་གཤོག་དེ་བྱས་ཨཱ་ནི་དེའི་ནང་ལོགས་ཀྱི་ད་ལྟ External Auditory། ཁས་ནལ་འབྱོར། ད་ང་ཚོའི་ནང་ལོགས་ལ་དྭངས་གཙང་ཨ་མཆོག་བྲུས་གུ་ཡ་མཚམས་མཚམས་བྲུས་དུས་ག་ལ་འདི་བྲུས་ཡས་ཀྱི་འདི་ནང་ལོགས་ཀྱི་ད་རྒྱུ་ལམ་འགྲོ་ཞིག་དོ་ཁས་ནལ་ལ་ནས་འདི་བུ་གུ་འགྲོ་དབྱི་གུང་འགྲོ་འདི་ཡོད་རྒྱུ་བྱས་འདི་ཚོ་ཨ་ནི་ག་ལ་ན་ན་ཕྱི་ན་ལ་ནས་ཨ་མཆོག་གི་ཕྱི་ལོགས་ཀྱི་ཆ་ཤས་འདི་བརྩི་ཡོང་དགོས་ར། ད་འདི་ནང་ལོགས་ནས་ཡ་བྲུས་ནས་ཨ་ང་ཚོ་ག་ལ་ང་ཚོ་ལ་གུ་ཡ། ནང་ལོགས་ལ་ཤུག་ཆུང་མ་འཕྲུས་མ་དོ་ནང་ལོགས་ཨི་ཡ་བཀྲམ་སྡོད་གུ་ད་ཨི་ཡ་བཀྲམ་སྡོད་གུ་ད་ལ་ཡ་ཞིག་ལོས་ཡ་ད་ང་ཚོ

དཔེ་ཆ་ཁོ་རང་ནང་ལོགས་ལ་དབྱིབས་དེ་ཚོ་ད་ག་རང་འབྲི་ཤེས་ཀྱ་ཡོད་རེད། ར་གཉན་ཆུ་རྒན་དང་གཟུགས་པོའི་ནང་ལོགས་ཀྱི་རུས་སྒོ་ཆུང་ཤོས་གསུམ་དེ་ཚོ Ossicles ལས་དེ་ཚོ་གསུམ་བྱས། ཨ་ནི་དེ་ནས་མ་ཁོ་ཚོ་གར་ལྟ་ཐུལ་ལ་ན་ཨ་ནི་ནང་ལོགས་ཀྱི་གཉན་ཆུ་གི་ནང་ངོས་ཀྱི་ཆ་ཤས་སྦྱོར་བ་ཨམ་ཅོག་ཁོ་རང་ནང་ལོགས་ཆ་ཤས་དེ་ནང་དེ་ཐུལ་ཀྱ་ཡོད་རེད། དེའི་ནང་ལོགས་ལ་ཆ་ཤས་དེ་ནང་ལོགས་ལ་ཨ་ནི Cochlea ལེགས་དོ། འོན་ཏེ། ང་ཚོ་བོད་པའི་ནང་ལ་ཕལ་ཆེར་འདི་ལ་ནི། ཁོག་སུག་ལང་དྭགས་རང་ཞག་འདུག་སམ་ཟེར་བ་འདི་ག་ལ་ན་འདི་ཁོག་ཀླད་ལ་ཡ་འདི་ཐ་སྙད་འདི་ཁོ་རང་ཨ་ནི། ག་ནས་སླེབས་ལ་ན་ཨ་ནི་ང་ཚོ་བུ་ཧ་འདའ། སྨུག་པའི་བུ་སོ་རེ་བརྗོད་ཨ་ཁོ་རང་ཁང་པ་རྒྱབ་ལོགས་སོ་སོ་ནང་སོ་སོ་རྒྱབ་ལོགས་ཁྱི་དེ་ངས་འདི་འདི་གི་ཤེལ་འདི་ཁོ་རང་གི་དབྱིབས་ན་ཞིང་ཡོག་ན་ཞིང་དྭགས་རང་ལ་ཨ་ནི། ཁོག་ཀླད་ལ་ཡ་འདི་གི་ཐ་སྙད་འདུག་སླེབས་བ་བྱས། ཁོག་ཀླད་དང་ཨ་ནི་འདི་གང་འདི་ལ་ཨ་ནི་སེ་མི་སཱ་ཀུ་ལ་ཀེ་ནཱལ་ལ་ནི་ཧན་ཁོ་ཅིག་གོ་གོ་ཆ་ཚང་མེད་པ་ནི་གོ་གོ་ཕྱེད་ཀ་ཕྱེད་ཀ་འདུག་ཡོད་ན་ཤེས་བྱས་ནི་གོ། ཨ་ནི། རྒྱུ་ལམ་སོ་ར་དེ་འདྲ་གསུམ་འདུག་སྙམ་དུ་འདུག་ཐུས་དེ་ར། འོ་དེ་གཉེན་ཕྱོགས་ཀྱི་ནང་ལོགས་ཀྱི་ཆ་ཤས་དེ་བྱས། ཨ་ནི་ཁོག་ལེ་ཡ་དེ་ནི་ཐ་མ་གར་དག་ཐུས་དེ་ཡོད་ལ་ན་ཨ་ནི auditory nerve ལ། auditory nerve ལ་འདུག་ག་ལ་ཨ་ནི་སྒྲ་ཐོས་བྱེད་ཀྱི་དབང་རྩ་དག་འདུག་ཐུས་དེ་ཡོད་རེད། གཉེན་ཕྱོགས་ཁོ་རང་ནང་ལོགས་ལ་ཨ་ནི་ཆ་ཤས་ཕྱི་ངོས་བྱས་བར་ན་བྱས་ཨ་ནི་དེ་ནས་ནང་ན་ལ་འདུག་ནང་ལོགས་ཀྱི་ཆ་ཤས་འདུག་གསུམ་འདུག་ཤེས་བྱས་ར། ད། དབང་པོ་ཁོ་རང་དུ་སུ་ཡོད་དེ་ད་དེ་ནང་ལོགས་ནས་ག་རེ་ཡོད་ལ་ན། ཨ་ནི་ཕྱི་ལོགས་ཀྱི་ད་གནས་ཚུལ་ད་ང་ཚོ་ངའི་སྐད་ཆ་བཤད་དུས་ག་ལ། ཨ་ཁྱེད་རང་ཚོ་གི་ད་བརྙན་འཕྲིན་ནལ་མ་དུ་སྐད་དེ་དོན་ཡོང་གོ་རོ་ཨ། དོན་ཡོང་དུས་ག་ལ། ཨ་ནི་ག་རེ་བྱ་གོ་ལ་ན། ད་ནམ་རྒྱུན་ང་ཚོ་མི་གཅིག་དང་གཅིག་བར་སྐད་ཆ་བཤད་ཡིན་ན་ངའི་སྐད་ཆ་བཤད་དགོས་དེ་དཔེར་ན་ངའི་དུ་ལ་ཤའོ་དེ་ཕ་ཆོ་མི་དེའི་དེ་ངས་འདི་གི་ཨ་ཁོ་གི་འདི་པར་རུ་ང་གཉིས་པར་རུ་ལ་རླུང་གི་རྡུལ་དུ་འཛུལ་དར་གུད་ཏག་ཏག་བཏང་ནས་ཨ་ཕི་གི་གཉེན་ཕྱོགས་ནང་ལ་འགྲོ་ཤག་གོ་རོ་ཨ་ཕི་མི་ཕ་ཆོ་གཞན་དག་དེ་ཨམ་ཅོག་ནང་འགྲོ་གོ་རོ། ད་ལྟའི་གནས་སྐབས་ལ་ང་ཚོ་བརྙན་འཕྲིན་བརྒྱུད་ནས་སྡོད་ས་ཡོད་འདུག་ག་ལ་དཔེར་ན། ཁ་པར་བརྒྱུད་ནས་ནི་རེད། གློག་ཀླད་བརྒྱུད་ནས་ཧ་ནི་ལྟ་དགོས་ནི་འདི་བརྒྱུད་ལྟ་དུས་ག་ལ་གར་ཆི་གོ་ལ་ན། ངེད་ཀྱི་སྐད་དེ་ཕི་ནས་བརྒྱུད་ཕི་གས་བརྒྱུད་ནས་ཡ། བར་སྣང་ན་ལ་ཡ་བཏང་བར་སྣང་ནང་ལོག་ལ་ལྷ་འདར་སྲུང་སྐར་དེ་འཛུགས་དགོས་ནི་མ་འདུག་སུ་ལས་ནི། ཨ་ཁྱེད་རང་ཚོ་གི་དེ་ཡ། བ་ལ་ལྟ་འདི་སྐད་དེ་ཡ། སྒྲ་དེ་ཁོ་རང་གི་ཧ་ན་ང་ཚོ་གི་སྒྲ་ཤུགས་ད་ཆེ་ཆུང་ཁྱད་པར་འགྲོ་གི་ར། ངོ་འདི་གི་ཨ་ནི་ནུས་པ་ལོག་ཨ་འདི་ཁོ་ལོག་ནོ་ལ་ཕར་འགྲོ་ལོག་ངོ་ནི་ཡ་འགྲོ་ནས་ཨ་ནི་ཡ་ལོག་ངོ་ཚུགས་ནས་ཡ་ཁྱེད་རང་ཚུགས་ཨམ་ཅོག་གོ་དུས་ག་ལ་ཨ་ནི་ཡ་སྒྲ་ཁོ་རང་ཚུགས་དུ་འགྱུར་བ་བཏང་ཡོང་གོ་ར། ད་འདི་འགྲོ་སྟངས་འཇོག་ར་བས་ན་ངེད་ཀྱི་སྐད་ཆ་བཤད་རྒྱོ་འདི་གི་ངེད་ཀྱི་ཀ་ལ་བ་ཡིན་ན་ཨ་ནི་ཀ་ལ་རྒྱོ་འདི་གི་དེའི་ད་ག་རང་གི་ཁ་འགྲམ་ལ་ཡོང་གི་རླུང་གི་དུས་ལྟར་འདི་ནས་མ་འདར་ཁུལ་དེ་མ་མོ་ཐུལ་ནས་ཅིག་ཅིག་ཅིག་ཅིག་ཅིག་འདར་ནས་ཕ་ཕྱོགས་འདི་གི་ཨམ་ཅོག་སླེབས་དུས་ག་ལ་ཨ་མཆོག་ནང་ལོགས་ནས་ཧ་མདའ་ང་ཚོ་ཧ་མདའ་སྣ་ལྔ་ལ་ནི་ཨི་ཡ་འགྲམ་ཨི་ཡ་འགྲམ་ལ་གུ་ཡ། Tympanic Membrane འདི་ལ་འདི་ལ་ཕོག་ར། འདར་སྐུད་འདི་ལ་ཕོག་ནས་ཨ་འདར་སྐུད་འདི་ཨ་སྣ་ལྔ་འདར་ནས་ཨ་སྣ་ལྔ་འདར་ག་རུ་མཐུད་འདོད་རེད་ཀླུ་སྒོག་ཆུན་ཆུན་གསུམ་དུ་མཐུད་འདོད་རེད་ཀླུ་སྒོག་དུད་འཛོ་འདར། ཀླུ་སྒོག་དུད་འཛོ་འདར་ནས་འདར་སྐུད་འདི་མུ་མཐུད་འགྲོ་གོ་ར་འདར་ནས་ཨ་ནི་གཉེན་མཆོག་ནང་ལོགས་ཀྱི་ཧ་མདའ་ང་ཚོ་ཁོག་ལེ་ལ་ཡ་དེ་ལས་འགྲོ་གོ་ར། ཁོག་ལེ་ནང་ལོགས་ལ་ཡང་ཁོ་རང་གར་ལྟ་གོ་ལ་ན། ཁོག་ལེ་ཡ་ཁོ་རང་ནང་ལོགས་ག་འདྲེ་འཇོ་ལ་ན།

ང་ང་ཚོས་ཀྱི་ད་དར་རྒུད་དེ་མུ་མཐུད་གནས་སྐོར་ར། ཨ་མཆོག་ཕྱི་ལོ་ཨ་མཆོག་ནས་འགོ་བཙུགས་ནས་གནའ་ང་བྱས་གནའ་ང་གཡས་འགྲམ་བྱས་གཡས་འགྲམ་ནང་ལོ་ནས་རུ་གོ་ཆུན་ཆུན་གསུམ་དེ་མཐུད་རུ་གོ་ཆུན་ཆུན་གསུམ་དེ་ཨ་ནི་ག་ལི་ག་དེ་དང་དེ་དང་མཐུད་སྡོད་ར། ཁོག་ཀླད་དང་མཐུད་སྡོད་ར། ཁོག་ཀླད་དེ་དར་རྒུད་འགོ་བཙུགས་ནས་ཁོག་ཀླད་ནང་ལོ་ལ་དར་རྒུད་དེ་མུ་མཐུད་འགྲོ་ནས་ཨ་ནི་ཧའི་སེལ་ནས་ཚུར་དར་རྒུད་ར་རེད།

ངལ་རྩོལ་དུས་སུ་རོལ་བ། ད་ད་ལྟ་དེ་སྔོན་ལ་ངའི་ལག་ན་ཞིག་ང་ཚོ་ཨ་ནེ་ཁོ་སྟངས་སྟབས་ཐོག་ནས་ཡར་དུ་མར་རིས་མར་འགྲོ་བྱེད་ཁ་ཐུག་དེ་ཐོས་བས་འདི་ག་རེ་ལ་ན་འདིའི་ནང་ལོག་གི་ཧད་སེལ་འདི་ཚོ་གིས་ཨ་ནེ་ཁོ་ལས་ཀ་ཏག་ཏག་བྱེད་ཀྱི་ཡོད་ཙང་ཨ་ནེ་ང་ཚོ་ཡར་ཏག་ཏག་བསྡད་ཐུག་གོ་རེད་གལ་སྲིད་ང་ཚོ་གི་ཧད་སེལ་འདི་ཚོ་ལ་ཨ་ནེ་ཕྲུ་གུ་ཤོར་བས་ན་ཨ་ང་ཚོ་རིས་འགྲོ་བས་སྒུག་ཡུལ་གོ་ཡས་འདྲི་ཟི་ནས་ལ་གི་དོ་བ་གུག་ཡུལ་གོ་ཡས་དང་དེ་ཚོ་ཡོང་གི་ཡོད་རེད་འདི་ག་ལ་ན་ཨ་མཆོག་ཨ་མཆོག་ལ་སྐྱོན་ཤོག་ནི་ཤུགས་ཆེན་པོ་བྱེད་ན་ཨ་ནེ་མི་དེ་རང་བཞིན་གི་སྒུག་ཡུལ་གོ་དེ་ངས་དང